རྣམ་པ་ཚོ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་དང། དྲ་ལམ་བརྒྱུད་ནས་བེད་སྤྱོད་ཡག་པོ་ཅིག་བཏང་པ་ཡིན་ན་ནི་དོན་དང་ལྡན་པའི། བྱ་བ་མང་པོ་ཞིག་སྒྲུབ་པ་ཡང་ཡོད་དོན་ངེས། རང་ལ་ཕན་པ་གཞན་ལ་ཕན་པའི་སློབ་སྦྱོང་མང་པོ་ཞིག་བྱེད་རྒྱུ་ཡོད་དོན་ངེས། ཡང་དྲ་ལམ་འདི་འདྲའི་ཡར་རྒྱས་འགྲོ་བ་ལ་བརྟེན་ནས་དུས་ཚོད་འཕྲོ་བརླག་བཏང་ན་ད་འདི་ནས་ཚོད་ལས་བརྒལ་བ་ཞིག་བཏང་རྒྱུ་ཡོད་དོན་ངེས། འོ་ཅི་གནོད་ཅིག་སྐྱེས་ན་ཡང་རང་ལ་གནོད་པ་གཞན་ལ་གནོད་པ་འདིའོ་ཅི་མང་པོ་ཞིག་སྒྲུབ་ཡ་ཡོད་དོན་ངེས། གནས་ཀྱི་མི། མྱོང་ས་ལས། མི་གཉིས་གསུམ་འདི་ཐོག་ནས། ད་དགྲ་ལམ་གྱི་བཅུད་འདི་འཕགས། དཀྲུགས་ཤིང་བྱས། དཀྲུགས་ཡ་ཡོད་དེ་ངས། མང་ས་ནས་མི་བརྒྱ་ཕྲག་སྟོང་ཕྲག། དཀྲུགས་པ་ཡིན་ན་འདི་ཐོག་ནས་ཅི་འཕགས་ཞེས་ཚུལ་བཤད། ནི། སྐད་འཕྲིན་ཕག་སྐུར་ཚུར་སྐུར་དཀྲུགས་རྒྱུ་ཡོད་དེ་ངས། མང་པོ་བྱས་རོ། ད་དེ་འདྲས་ཡོད་ཡིན་ཚ་ད་དེ་འདྲས་ཡ་ངས་ནི་དེ། ཡོད་པ་དེ་དེང་སང་མང་ཐག་རེ་བཞུ་ཆད་ནས། ད། མང་པོ་བྱེད་ཅེས།

ཤིང་ངན་ཚོ་ཡིན་ན་ཤིང་བི་རི་མ་ཤིང་ཁེར་ཚོ་ཡིན་ན་ཏོག་ཚོ་ཚེ་ངན་བི་ན་གཉེན་པོ་རི་ལ་གནད་འགག་ཞིག་ཡོད་རེད་འདི་ལ་བརྟེན་ནས་ཡག་ག་བྱུང་བ་རེད་སྡུག་ག་བྱུང་བ་རེད་ཅེས་མང་པོ་ཞིག་འདི་ལ་བརྟེན་ནས་བྱུང་བ་རེད་ད་དེ་སྐོར་ཅེས་བཤད་ནས་དུས་ཚོད་འཕྲོ་ལ་རེད་དོ་ཁ་ཐུག་བཤད་བཞག་ཡིན་ད། ག་རེ་བཤད་ཡ་ཡིན་ཟེར་ན་ཡུལ་ཨ་ཤི་ཏའི་རྒྱལ་པོ་ནི་ད་མ་ཛོ་ལ་བོད་ཀྱི་ནི་ལོ་རྒྱུས་དེ་བཤད་ཡ་ཡིན། ཁ་ཟེར་འདི་ང་ཚོ་བོད་མི་ཚོར་གནད་འགག་ཆེན་པོ་རེད་ད། གནད་འགག་ཆེན་པོ་འདྲ་བོ་ཅིག་ད་བཟོས་པ་རེད་བ། དོན་དམ་པའི་འདོན་པ་གནད་འགག་ཆེན་པོ་ག་ཚོད་ཅིག་ཡིན་མེད་ད་བཟོ་བཟོ་བཟོ་ནས་རྒྱག་མ་རྒྱག་རེད་བ། འོ་དེ་ཟེར་དུས་ད་ཁ་ཐུག་ཞུ་ན། ང་རང་ཚོ་བོད་ཀྱི་ནི་ད་སྐད་གྲགས་ཆེ་བའི་གསུངས་མ་ཟེར་ན་འདྲ། གཟུགས་མེད་ཟེར་ན་འདྲ། ནི། འདྲེ་ཟེར་ན་འདྲ་ལྷ་ཟེར་ན་འདྲ། ད་མང་ཆེ་བ། ནི། འདྲེ། ང། གཟུགས་མེད། གནས་ཆུང། ཆོས་སྐྱོང་གི། ནི། ལོ་རྒྱུས་ཀྱི། ལྟ། རྒྱས་བཤད་ཤུགས་ཀྱིས་མི་གོ་བ། མདོར་བསྡུས་ཀྱི། བཤད་ཡག་གི་འདུག་ཅེས་འབད་བརྩོན་ཞུ་གི་ཡིན། ཉོན་ཡང་མང་ཐག་ཆོད། ལྟ་ཡང་མང་ཐག་ཆོད། ནི། ནི། རིང་གྲགས་ཤིང། ཉོབ། འགྲོ་འགོར་དཀའ་ལས་ཁ་དྲོ་བ། གནས་ཆུང་ཆོས་སྐྱོང། བསྐོ་སྟེ། ཉིན་དགུ་དགུ་རེ་ཕྱིན་ནས་བོད་དང་འབྲེལ་བ་ཆགས། ཨ་ནི་བོད་ཀྱི་ཅེས། ལྷ་འདྲེ་མི་གསུམ་ནང་ལོགས་ནས་ད་ལྷ་བོད་ལ་ལྷ་ཟེར་ན་འདྲེ་ཟེར་ན་སྟོང་ཕྲག་མང་པོ་ཡོད་རེད་དེ་ནང་ལོགས་ནས་ཕན་བཏགས་ཡོད་ན་འདྲ་གནོད་སྐྱེལ་ཡིན་ན་འདྲ་གང་ལྟ། ཁོང་ཅེས་ཨང་དང་པོ་འདྲེ་ལ་མ་སླེབས་ན་ཡང་ཨང་གཉིས་པ་གསུམ་པ་ཞེས་བྱ་དེ་ཡ་ཞིག་ཆགས་དེ་འོར་བ། གནས་ཆུང་ཆོས་སྐྱོང་ཟེར་ཡ་དེ། སྤྱི་བཏང། སྲུང་མ་མང་པོ་ཅིག་བོད་ལ་ཡོད། ད་འདི་འདྲའི་སྐོར་བཤད་ཡི་དུས་ཉོབ་འགྲོ་བས་འདྲ་ཇི་ར་བ་ད་བོད་ལ་དེང་སང་མང་དྲག་ནས་སྐད་ཆ་མང་དྲག་ནས། ག་ཟེ་མཐོང་ཡ་མེད་པ་ཅིག་གི་དོན་དག་ལ་ནི་ང་ཚོ་བོད་པ་མང་པོ་ཅིག་མགོ་ཁོག་གི་ཡོག་ར་བ། ཕྱོགས་གཅིག་ནས་ཁག་ཡོག་མ་ར་བ། ཕྱོགས་གཉིས་ནས་ཡང་མཐོང་ཡ་མེད་པ་ལ་ནི་རྩོད་རྒྱག་དགོས་ན་ཡང་རྩོད་རྒྱག་ངེས་དེ་ང་ཚོ་བོད་མི་ཚོ། ཨ་ནི་འཇོན་ཤུགས་འདྲ་ཞིག་དང། འདི་དོན་དག་ལས་དཔའ་ཆེ་ཤུགས་ང་མཚོན་གྱི་དཔའ་རྩོད་ཀྱི་རྒྱབ་ཀྱི་ན་བའི་ཉིན་མཚན་སྦྲེལ་བྱས་ནས་བཤད་བྱས་མི་རྒྱུ་ཟོག་སུ་བཏང་བྱས་ཏེ་དུས་ཚོད་བཏང་ཐུབ་ཡོད་རུང་བ། དེ་ང་ཚོ་བོད་མི་གྱི་ཐུ་མོ་མ་ཡིན་པའི་གར་ཟེར་བ་རེད་ཡོན་ཏན་ཟེར་བ་རེད་དང། དུས་ཚོད། སྐྱེ་སྟངས་ར་བཞི་ཟེར་བ་རུང་བ་དེ་འདྲའི་བྱ་བཞི་རེད་བསྡད་བ་རེད། འབྲོམ་སྟོན་པ་འགས་དེ་སྲུང་འདུག་ཨ། ལོ་སྟོང་ཕྲག་སྔོན་ལ། བོད་ཐམས་ཅད་འདྲེས་པ་རེད་ཟེར་ཞིང། བོད་མི་ཚང་མ་ལོ་འདྲེ་སྟེར་ངེས་རེད། འདྲེ་སྒྲུབ་ངེས་རེད་ཟེར་ངན་པ་ནས་སྡོམ་གཅིག་རྒྱག་བཞག་རེད་འབྲོམ་སྟོན་པ། དེ་འབྲོམ་སྟོན་པ་མཁས་པ་ཆེན་པོ་རེད། དོན་དམ་ཡ་བ། དེ་འདྲའི་མཁན་རྩ་བ་དེ་འདྲས་གསུང་གི་མ་རེད་བ། བུ་རང་གིས་རྒྱུ་མཚན་གཅིག་དང། དེ་ལ། དགོས་པ་ཅིག་ཡོད་ཡིན་ཟེར་གསུང་མི་རེད་བ། བསམ་བློ་ཞིབ་ཚགས་པོ་བཏང་སྟེ་དངོས་གནས།

འགྲོ་བ་རིགས་དྲུག་ནང་ལོགས་ནས། ད་དོག་ཞུ་དེ་ལྷག་བྱེད་ནི་ལྷ་མ་ཡིན་བྱེད་ནི་མི་བྱེད། ཨེ་དུད་འགྲོ་བྱེད་ཡི་དྭགས་བྱེད་དམྱལ་བ་བྱེད། ཨམ། ད་བོད་ཀྱི་ང་རང་སུ་བོད་རང་ལ་ཡོད་ཡོད་དེ་ངེད་ཀྱི་ཅི། ད་སྲུང་མ་ཡིན་ཟེར་ན་འདྲ། འོ་ད་བཙན་ཡིན་རྒྱལ་པོ་ཡིན་ཟེར་ད་མིང་ཆ་ཡས་ན་འདྲ་ཆུང་ཡས་ན་འདྲ། མང་པོ་བྱེད་ཨེ་ནི། ད། ཡང་མེད་ན་ནི། ཅེས་གང་ཟག་གི་ཁྱད་པར་བ་དེ་འདྲ་ཡིན་ན་ནི་གོ། འཇིག་རྟེན་ལས་འདས་པར་ཟེར་ནས་ད་ག་ད་འཁོར་བ་ལས་བྲལ་ཚར་བ་ཞིག་རེད་དེ་འདྲའི་ཅིག་ཡིན་ན་ནི་ད། ཁོ་རང་ག་རང་གནས་སྟངས་ཁ་ཁ་ཆགས་ཚར་རེད། འཁོར་བ་བ་ཞིག་ཡིན་ན་འགྲོ་བ་རིགས་དྲུག་ནང་ལ་འདུས་དགོས་བ་རེད། འགྲོ་བ་རིགས་དྲུག་ནང་འདུས་བས་ན་ད་བོད་ཀྱི་ཅེས། ཅེས་ཡིན་གཉིས་ཡིན་ཟེར་སྐད་གྲགས་རྒྱ་ཤ་མགྱོགས་ཀྱི་ཅིག་བཙལ་འདུག་རྒྱལ་པོ་དང་ལྷ་ལ་སོགས་པ་མང་པོ་ཞིག། ད་ལྷའི་བས་དེ་ལྷའི་ཁོང་ཐོག་ཡི་གེ་འགྲོ་བ་རིས་དྲུག་གི་ལྷ་ཟེར་ཡ་དེའོ་ཁོང་ཐོག་ཡི། ཚུལ་ཡ་དེའོ་དཀོན་པོ་རེད་བཞག། ལྷ་མ་ཡི་ཁོང་ཐོག་ཡིན་དེ་ངས་ད་རྟོགས་བཟོས་སུ་ཡོད་ས་རེད། ཨ་ནི་མི་ནི་མ་རེད་བ་ཁོ་མི་མ་ཡིན་པ་རེད་བ། དུད་འགྲོ་ནི་མ་རེད་བ། ད་ག་ཟེ་ཨེ་ནི།

བསྟན། བསྟན་ཆོས་བཤད་བྱེད་ཀྱི་བུ། སྟོད་སྨད་བར་གསུམ་དང་བཅས་ས་དགེ་བཀའ་གཉིས་བོད་དུ་བཤགས་པ་ལ་ད་ལྟའི་བས། མང་མང་འདྲ་ན་མ་གཏོགས་ཉུང་དྲག་པ་ཅིག་ཡོག་མེད་ཡོག་མ་རེད་བ། དེ་ཡིན་ཚ་འབྲོམ་བསྟན་པ་གི་བུ་ཐམས་ཅད་འདྲེས་པ་རེད་གསུངས་པའི་སྒྱུ་རྩལ་དེ་ཡིན་ས་རེད། ད་དེ་ཡང་འཕྲུལ་ཆས་འདྲ་ཡིན་པས་ཁྱོད་ཆེད་མ་དང་ཡང་ཁ་བརྡབ། གནས་ཆུང་ཆོས་སྐྱོང་གི་ལ་མ་ཆོམ་ཅེས་བཤད་པའི་ནང་བཤད་མ་དེ་བ་ཞིག་འདུག་ཁོ་རང་མིང་ཆེན་པོ་རེད་ཁོ་རང་ལ་རྒྱབ་སྐྱོར་ཆེན་པོ་རེད། གནས་ཆུང་གི་ལོ་རྒྱུས་དེ། བཀའ་འགྱུར་ནི་བཅོམ་ལྡན་འདས་ཀྱི་གསུང་རང་ཅེས་བསྟན་འགྱུར་ནི་ནི་རྒྱ་གར་འཕགས་པའི་ཡུལ། མཁས་ཤིང་གྲུབ་པའི་དབང་ཕྱུག་ཚོ་མཁས་པ་དཔེ་འདྲི་ལྟ་དུ། ནི་གྲུབ་པ་ཐོབ་པ་དེ་ཚོ་གི་སངས་རྒྱས་ཀྱི་གསུང་ལ་ད་ག་ད་འགྲེལ་པ་བརྒྱབ་བཞག་པ་དེ་ཚོ་ལ་བསྟན་འགྱུར་ཟེར་གི་རེད་བ། དེ་གཉིས་རྫ་ཆུ་འདོམ་ན་སྤུ་དེ་སུམ་བརྒྱ་ལྷག་བཞེས་བར་བ། དེའི་ནང་ལོགས་ལ་གནས་ཆུང་ངུ་སྐོར་ཡིག་འབྲི། ན་ཅི་ཡོད། ཡོད་མ་རེད་ཟེར་གྱི་འདུག་ཨ། ད་འདིའི་སྐོར་གནས་ཆུང་གི་ལོ་རྒྱུས་འདྲ་བོ་ཟེར་ན་མི་འདུག་སྒྲུང་འདྲ་བོ་དེ་ནི་ང་ཚོ་སྔ་འགྱུར་རྙིང་མ་གི་རྒྱུད་འབུམ་གསལ་འབྱོར་བ། རྒྱུད་འབུམ་དེ་ཚོ་སྔ་འགྱུར་རྙིང་མ་གི་རྒྱུད་འབུམ་དེ་ཚོ་བཀའ་འགྱུར་བསྟན་འགྱུར་གྱི་དྲན་བེད་དུ་ཡོད་མ་རེད་བ། རྩོལ་མེད་ཡོངས་གྲགས་ཀྱི། མཁས་པ་ཆེན་པོ་མཁས་གྲུབ་སྙིང་ལྡན། བུ་སྟོན་ཐམས་ཅད་མཁྱེན་པ། ཏཱ་ཧ་ལམ་ལོ་བརྒྱད་བརྒྱ། སྔོན་ལ་བྱུང་བྱ་བའི། ཁོང་གི། ཨེ་ནས། བཀའ་འགྱུར་དཀར་ཆག་དག་དེ་ཚོ་བསྒྲིགས་གནང་ཡོད་དུས་ད་ལྟ་རྙིང་མ་གི་ཨེ་ནས། རྒྱུད་འབུམ་ལ་སོགས་པ་དེ་ཚོ་མེད་ཁོ་རང་ལོག་ལོག་ཅིག་ལོག་ཀ་ཞིག་བྱེད་བཞག་ཡོད་རེད་བ་དེ་ཁོ་རང་ཚོ་མཁས་པ་རེད་ཁོ་རང་ཚོ་སངས་སྐིད་དུ་མཁྱེན་ངེས་རེད་ཨེ་ནས་པའི་དངོས་གནས་དྲ་ནས། མཁས་པའི་ཡང་རྩེ་ཀླད་པ་དེ་འདྲ་རེ་ཁོ་རང་ཁོ་རང་ཚོ་གི་ཏུ་ཚེ་ལོ་ག་རེ་བཞག་དགོས་ཏེ་གནད་འགག་ཅིག་ཏུ་གུས་པ་ཞིག་ཡོད་འགྱུར་བ། གང་ལྟར་སྙིང་དམངས་ཀྱི་རྒྱུ་འབུལ་ནང་ལ་ད་གཏོགས་སོ་སོའི་གནས་ཆུང་དཔལ་ཁ་སྐྱ་བུའི་ལོ་རྒྱུས་དེ་ཡོང་གི་ཡོད་ས་རེད། དེ་མིན་འགྲེལ་བྱེད་ཞུས་པ་ཡིན་ན་གནས་ཆུང་ནོར་ལྷ་ནག་པོའི་གི་རྒྱུ་དང། ཨ་ནི་ལྕགས་ཁྲི་ནག་པོའི་རྒྱུ་དང། ལྷ་འདྲེ་བཀའ་ཐང་ནའོ་དེ་འདྲས་ཀྱི་དེ་དཔལ་ཁ་གི་ལོ་རྒྱུས་སྒྲོམ་དེ་ཡོང་གི་ཡོད་ས་རེད་གསུངས་ན་འདྲ་མི་འདྲ་གི་ལོ་རྒྱུས་མཛད་གནང་ངེས། གླེང་སློང་བྱས་པའི་རྡོ་རྗེ། སྤེལ་མ་བྱས་པའི་རྡོ་རྗེ་ཟེར་གི་རོགས་གླེང་སློང་བྱས་པའི་རྡོ་རྗེ་གི་ནི་བྲིས་བྱང་འཇོག་གི་ལྟར་ལྷ་འདྲེ་གི་རྣམ་གཞག་ཞིག་འོར་བ་བོད་ཀྱི་ལྷ་འདྲེ་མང་པོ་ཞིག་རྣམ་གཞག་ཞིག་འོ་དེའི་ནང་ལོགས་ལ་དགའ་ལངས་གང་ཚ་ཞིག་ཡོང་གི་ཡོད་ས་རེད། གནས་ཆུང་གི་ལོ་རྒྱུས་དེ་བཤད་ཡོང་དུས་མགོན་པོ་གུ་རུ། ད། སྤྱི་དང་མགོན་པོ་རིགས་འདྲ་མི་འདྲ་མང་པོ་སྦྱོར་བ། མགོན་པོ་ཕྱག་དྲུག་པ་ཡིན་ན། ཕྱག་དྲུག་པའི་ལོ་རྒྱུས་དང་པོ་ཆགས་སྟངས་ཀྱི་ཚར་ཚུད་རིགས་མང་པོ་ཞིག་བཤད་ཡ་མེད་པར་བཤད། སྤྱན་རས་གཟིགས། ཐུགས་ཀ་ནས་ཁ་ཐུག་ཧོང་ཡིག་ཅིག་སྤྲོས་ཏེ་ཡོངས་སུ་ཕྱོགས་པ་ལ། པས་ནག་པོ་ཆེན་པོ་ཕྱག་དྲུག་པ། ནི། ཞེས་བྱའི་ཕྱག་དྲུག་པ་འདུ་བྱེད། སྐུ་ཡི་རྣམ་འགྱུར་བསྟན་པ་ཡིན། དེ་ཡིན་ཙང་མགོན་པོ་ཕྱག་དྲུག་དེ་ལ། ནི། ཐ་མའི་སྤྱོད་རྒྱུད་ཟེར་ན་མི་འདུག། ད་ཐ་མའི་སྤྱོད་རྒྱུད་ཟེར་འདི་དག་གར་ཟ་བོ་རེད། སྲུང་མ། པཎ་ཏའི་ལྷ་མོ་ཡིན་ན་འདྲ། འོ་ད། དེ་ལ་སོགས་པ་རྣལ་འབྱོར་ཆོས་སྐྱོང་ཡིན་ན་འདྲ། འོ་ད་གནས་གཞུང་རྩེའུ་དམར་བོ་ཡིན་ན་འདྲ། ད། བུ་ཁྱིའི་སྲུང་མ་གྲགས་ཆེ་བ་གང་ག་ལ། ལོ་རྒྱུས་མཁན་ཚ་བོ་ཞིག་དང། གར་ཟ་བོ་རེད། ག་འདྲ་ཡིན་ན་བསམ་བསམ་བྱས། པས། མཚམས་བཟའ་བའི་ལོ་རྒྱུས་སྐྱུག་བྲོ་བོ་དང་འབྲེལ་འབྲེལ། བཤད་རྒྱུ་མེད་ངེས་ཅི། ཕལ་ཆེར་མི་འདུག་བ། དེ་ཚོ་ལ་ད་དཔེ་ཆའི་ནང་ལོ་ཐ་མའི་སྤྱོད་རྒྱུད་ཟེར་བ། ཁོ་རང་ཚོ་ད་ཐ་མ་པ། རྣམ་པ་བསྟན་ཟེར་ན་མི་འདོད་ཁ་ད་ཐ་མལ་པའི་གི་ལས་ཀ་ཐ་མ་པ་ཟེར་ཚར་ཐ་མལ་པའི་ལས་ཀ་དེ་ལ་ཉིན་མོ་ཐོག་སོང་གཞན་དབང་དུ་འགྲོ་ནས་ནི། རང། ལ་མ་བདེ་བ་གཞན་ལ་མ་བདེ་བ་ཅིག་མང་པོ་ཅིག། བཟོས་དགོས་ར་བ་དེ་དེ་ང་ད་གང་ཟག་ཐ་མལ་པ་མང་ཆེ་བ་ལ་དེ་རྒྱུས་ཡོད་ར་བ། དེ་གི་ལས་ཀ་དེ་ད།

སྟོང་པ་ཉིད་མངོན་སུམ་དུ་རྟོགས་ནས་མདོར་ན། འཁོར་བའི་རྩ་བ་ཉིད་མ་རིག་པ་རྩད་ནས་བཅད་ཚར་བ་ཡིན་ཙང་ནི་དག། འཇིག་རྟེན་ལས་འདས་པ་སྲིད་འགོར་བ། འཇིག་རྟེན་ལས་འདས་པའི་སྲུང་མ་སྲིད་འགོར་ས་གང་དག་མགོན་པོ་གུ་རུ། འཇིག་རྟེན་ལས་འདས་པའི་སྲུང་མའི་གྲས་རེ་ཡིན་ན་ཡང་མགོན་པོ་གུ་རུ། རྣམ་ཐར་ཟེར་ན་མི་འདུག་ལོ་རྒྱུས་དང། གནས་ཆུང་གཉིས། མཉམ་དུ་ཡོང་གིན་ཡོང་གིན་རེ་ཞིག་བྱེད་དགོས་ཡོད་ས་རེད། མཁས་དབང་ཚང་གིས་དེ་ལོ་རྒྱུས་གསུངས་ཡོད་འདུག་ཧ་གོ་གི་འདུག་བ། མཁས་པའི་དབང་པོ་ཚོ་མི། རྒྱལ་པོ་ཞུ་བཞིན་གསུངས་ཡོད་འདུག། ཨ་ནི་དིང་སང་མི་ཚོ་བྲེལ་ལ་ཚ་བོ་ཉལ་ནས་ཉལ་དགོས་བ་བྱེད་གོང་ཉལ་ནས་སྡོད་བ་བྱེད། རིང་པོ་ན་ཉལ་འདོད་མེད་བ་བྱེད་དཀའ་ལས་ན་རྒྱག་འདོད་མེད་བ་བྱེད་འབྲས་བུ་ན་ཡག་པོ་ཅིག་ཐོབ་གི་ངས་ཅང་ཅང་ཉིང་རྩ། ཨ་ན་དེ་ཨ་འདི་ནས། ཐུང་ཐུང་ཞིག་བཤད་པའི་སྐད་ཆ་རེད་དེ་ད་ཐུང་ཐུང་སྟེ་བོ་རིང་པོ་ཆགས་ཆོག་བྱས་བྱས་ནས་ཨ་ཁན་ཚ་ཞིག་ཆགས་ཡོང་གི་འདུག་བ།

ལོ་པས་ད་འབུངས་ཁྲག་མང་པོའི་ངས་སྐད་ཆ་བཤད་ཡོང་གི་རེད་བ། གང་ལྟར་འདི་ལོ་རྒྱུས་ནང་བྱུང་བ་ནང་ཞེས་བཤད་དུས་ནི་ད་སྐལ་བ་མང་པོ་ཞིག་ང་རོ་ལ་ནི་གོ་འདུག་ལབ་བ་ནང་ཞེས་ནི་ལུང་པ་དེ་ལ་ཨ་ཤི་ཏའམ་ཨ་ཤི་རཱས། འོ་དེའི་ལུང་པ་དེ་ལ་ནི་རྒྱལ་པོ་ད་མ་རྫོགས་ལ།

དེ་དུས་བསྟན་པར་ཐ་དད་ཡོད་ས་རེད་བ་བསྟན་པར་ཐ་དད་ཡིན་ཚེ་དགོངས་པ་ཡོད་བ་ཆེ་དགོངས་པ་དེ་བས་ཐ་སྙད་ས་དེ་ལ་དགོངས་པ་དེ་ལ་རབ་ཏུ་བྱུང་ཟེར་གང་འདྲ་གྲ་བ་ཆེ་སྡོམ་པ་ལེན་སྡོམ་པ་ལེན་ས་དེ་བ་འོན་པའི་གནས་བརྟན་མཁན་པོ་ར་སའི་སེ་ན་དཔལ་སྡེ་སྣོད་གསུམ་ལ་མཁས་པ་ཆེན་པོ་བསམ་གྱིས་མི་ཁྱབ་པ་ཆེ་དེ་ཀུན་འདུས་ལ་དཔལ་ཆོས་དུ་མཚོ་བསྐྱང་ངོ་དེ་འདྲ་བྱས། ཡུན་རིང་པོ་བརྟེན་བྱས། རྒྱལ་པོའི་བུ་གི་མིང་ལ་ནི་ད་ཡོད་བཟང་པོ་འོང་ད་ཡོད་གཞོན་ནུ་ཆེ། བློན་པོའི་བུ་གི་མིང་ལ་ཞོ་ཁུ་དགེ་སློང་བསྒྲུབས་ནས་ཆུ་མིང་དེ་ལ་ནི་དགེ་སློང། དུ་སྡེ་ནག་པོ་སི་འོ་དོ་ཞེས་རེད་འདུག་བ། རྒྱལ་པོའི་བུ། ཁྱད་པར་བུ་ཆ། ནི་ཁྱད་པར་ཆ་ནི་རྗེས་ལ་ཤེས་པ་ལ་དགའ་བ་ཇི་ལྟར་ཅི། མི་ལ་ཕ་གྲོགས་གླིང་བཅས་མི་ལ་ཆོས་བཤད་ཡ། སོ་སོ་སོའི་དབྱིངས། ཡོར་བ། གླེན་པོའི་བུ་ནི་གཙོ་བོ་སྒྲུབ་པ་ལ་དགའ་བ་ཡོད་པ་ཆེ། སྒྲུབ་པ་སེ་དེ་ལྟར་སློབ་སྦྱོང་བྱེད་པ་དེ་ལྟར་དེ་བ་ཁུག་ཁྱུག་འདྲ་བོ་ཇི་ལྟར་རི་རི་ཁྲོད་འདྲ་བོ་དང་ཤིང་ནགས་ཀྱི་དེ་བ་འདྲེ་སྒྲོག་བཅས་སོ་སོའི་གི། སེམས་ལ་ཚུལ་བསྐོར་བྱས་ནས་ནི་བསམ་བློ་བཏང། དེ་འདྲས་ལ་ནི་སྒྲུབ་པ་བྱས། གང་ལྟར་གཙོ་བོ་ཉམས་ལེན་དེ་གཙོ་བོ་བྱེད་ངེས། དེ་འདྲས་ཀྱི་ཕས་ཡོད་ས་རེད། དགོན་པ་དེ་ནི། ཨ་ནི་འགོང་པོ་དགུ་འདུལ་བྱེད་ལྷ་ཁང་གཟིགས་ཀྱི་འདུག་བ། འདུལ་བྱེད་རྒྱལ་པོའི་བུ། ད་ཡོད་བཟང་པོ་ཤེས་པ་ལ་དགའ་ཆོས་བཤད་ཆོས་བཤད་མི་སྐད་གྲགས་ཆེན་པོ་ཆགས། མི་མང་པོ་མི་ཆོས་ཞུ་ག་ཡོང། དེ་འདྲའི་སྐབས་ཅིག་ལ་ཨ་ནི། བྲམ་ཟེ་ཆུ་བཟང་གི་བུ་མོ། ད་པས་ཧ་ཅང་གི་ལྟ་ན་སྡུག་པ། མཛེས་ཤིང་ཡིད་དུ་འོང་བ། ཨ་ནི་འདོད་པའི་རྒྱུ་ཟ་ལ་མཁས་པ། མོ་ཨ་ནི་དེ་ཆོས་ཞུ་ས་ལ་ཡོང། ཆུ་ར་བཞིའི་དེད་དེ་དུས། ཨ་ནི། རྒྱལ་པོའི་བུ། དེ་དེ་ཆོས་བཤད་དུ་བཤད་བཞིན་པ་རེད་དེ་རོགས་ཁོང་ལ་གྲྭ་བར་བ། ཨ་ཡི་གེ་ཁྲི་ཐོག་ནས་ཆོས་བཤད་དེ་མ། ད་ག་ད་ལྟ་ན་འདུག་པའི་གནས་ཤུལ་ནུ་མ་དེ་མཐོང་ཡོང་དུས་ཨ་རང་དབང་མེད་པ། ཨ་ནི་སེམས་པ་དེ་ལ་ཟུག་བྱས། སེམས་པ་དེ་ལ་ཆགས་ཡོང་དུས་ཨ་ནི་དེ་གི་ཤུགས་ཀྱིས། ཨ་ནི་ཕྱིས་ཀྱི་རྣམ་པ་འདྲ་དེ་ཡང་ཨ་ནི་ཕྱིས། མིག་གི་ལྟ་སྟངས་ཚུན་ཆད་ཆོས་བཤད་གི་བཤད་གི། ཨ་ནི་དངོས་གནས་བྱས་ན་ཆོས་བཤད་དེ་མི་མང་ལ་མ་གར་སོ་རེད་བ་སེམས་སྟེགས་བོར་བ་དེ་ཡིན་ན་ཡང་ད་རང་དབང་མེད་པ་ཨོ་ནི་ཟུར་མིག་ཨེ་ནི་དེ་གཞན་ནུ་མང་དེ་ལ་བ་ཤོར་ནས་ཟུར་མིག་རྐྱང་རྐྱང་དེ་ལ་བལྟས་བྱས་ཨེ་ནི་གཞོན་ནུ་མང་ཁོ་རང་ཡིན་ལ་ཡང་ཁོ་རང་ལ་སེམས་པ་ཟུག་ཚར་བ་དང་ཆག་ཚར་བ་དེ་ཧ་གོ་ནས་ཨེ་མོ་རང་ལ་ཡ་ད་ཅི།

ཨ་ནི་ཉི་མ་བདུན་གྱི་རིང་ལ། གང་ལྟར་ད། ལོ་རྒྱུས་ཀྱི་ནི་ཉི་མ་བདུན་ཟེར་གྱི་འདུག་གཅིག་བྱས་ན་དྲུག་ཡིན་ཟེར་གྱི་གཅིག་བྱས་ན་ཉི་མ་བདུན་བརྒྱད་དགུ་ཟེར་གང་ལྟར་ཉི་མ་འགའ་རུ་བྱས་ལ། ཨ་དེ་ཉག་བྱས་ནས་ཨ་ནི་གཙུག་ལག་ཁང་སངས་རྒྱས་ཀྱི་གསུང་རག་བཞུགས་ས། ད་དཔེ་སྔོ་ནད་གྲང་ནད་ཀྱི་དེ་འདྲའི་མཆོད་རྟེན། ཡོད་ས། དེ་འདྲའི་ནང་ལ་ཨ་ནི། ད་ཕོ་མོས་གྱི་འཇོག་ར་བྱས་ནས། དེ་ཡང། ཁོ་རང་དགེ་སློང་ཡིན་པས་ཡིན་ཙང། ཆོས་གོས་རྣམས་སུ་ས་ལ་མ་བཏིང། ཁ་སེང་ལྷུང་བཟེད་སྙན་སྒོ་བརྒྱབ། ཆུའི་པོག་དེ་དུ་ཚོ་བརྒྱབ་ལ་སེམས་ལ་ཁྲིགས་ལྟ་བ་བཞག། ཨེ་ནི་གཞོན་ནུ་མ་དེ་ལ་ཨེ་ནི་ཚུལ་མིན་གྱི་བྱ་བ། ད་ལོག་གཡེམ་གྱི་བྱ་བ། ད་ལོག་གཡེམ། ནང་ལའི་ལོག་གཡེམ་སྡུག་ཤོས་དེ་ཆགས་ཡིན་སྐོར་བ་དགེ་སློང་གཅིག་དེ་བྱས་ས་སྟེ་འོག་པའི་ཁང་པ་དེ་ཡང་ད་ག་ཟེ་ཁང་པ་མ་ཡིན་པ་གཙུག་ལག་ཁང་ནང་ལོགས་ལྷ་ཁང་ནང་ལོགས། དེ་འདྲའི་བྱས། ད་ཅི། བ་ཅེས་ད་ངོ་ཚ་ཁྲེལ་མེད་ཀྱི་བྱ་བ་ལ་བརྩོན་ཅེས་ནས་པས་མི་ཚང་མས་གོ། ཧ་ལས་ཧོན་ཐོ་ག་བྱས་པས་བྱས། ཨ་ནི་པས། དགེ་སློང་གིས་པས། ཡོ་བྱད་ནང་ལ་གས་བྱས་ཨ་ཅིག་ལྷུང་བཟེད་རེ་ད་ཚུ་ཚང་མ། ཕོ་མོ་གཉིས་ཀས་ཨ་ནི་མི་ཚང་མ་ད་ཚུ་ཚང་མ་དེ་ནང་ལོག་ལ་ཨ་ནི། བླུགས་པ་ལ་སོགས་པ་དེ་འདྲས་ཀྱི་ཚུ་མི་ཞིག་བྱ་བ་བྱས། ལུང་པ་ལ་དེ་འདྲས་ཀྱི་པས། བཏང། ཆབ་ཡིན་ས་ད་མཁན་པོ། ལ་གོ་གོར་བ། གནས་བརྟན་རབ་གསལ་ནི་མཁན་པོ་ཡིན་པ་ཙམ་མ་ཚོས་པའི་ཁོ་རང་གིས་པའི་དགེ་བའི་བཤེས་གཉེན་འོ་ཆགས་དེ་བར་དགེ་བའི་བཤེས་གཉེན་ཕལ་ཆེ་ནས། ད་པའི་ཧ་ལས་པ་རིགས་སི་ད་ཤེས་བྱའི་སྟངས་བསྐོར་བ་དེ་བཏང་ཡོང་དུས། རྒྱལ་པོའི་བུ་ཁོ་རང་ལུང་བླང་ནི་ཁོ་རང་ལ་ཅི་མཁས་པ་འོ་ཆགས་ཐུགས་ནུས་པ་འོ་གང་ལ་གང་འཚམས་ཅིག་ཡོད་ཡིན་ས་རེད། དེ་རྗེས་ནས་ཐུགས་རྒྱ་ནས་སོ་སུ་གི་བླ་མ་ཡང་སོ་སུ་གི་མཁན་པོ་དེ་ཕ་ཀྲུང་ད་ལ་མཁན་པོ་དེ་སྲས་དེ་འདྲས་བྱས།

ཟེར། དེ་འདྲས་ཤིག་ལ་བས། ཆགས་བྱས་ནས་ད་ག་འདྲ་སྙམ་བ་ན་ཡུན་རིང་པོ། སྡུག་བསྔལ་མྱངས་མྱངས་མྱངས། ཡང་ལེགས་སྒྲིག་འདི་མ་མ་སོང་སྟེ་ཏོག་ཙེ། སྡུག་བསྔལ་མྱངས་བས་ད་ཚ་དེ་ཡང་བསྐྱར་ཡང། སྐྱེ་བ་ལེན། འོ་དེ་སྐྱེ་བ་དེ་ནི། འཆི་མེད་བྱང་ཆུབ་ཟེར་བ་ཞིག་ལ་སྐྱེས་ནས།

ད་འདོད་སྡིག་པའི་འབྲས་བུ་དེ་མྱང་རྒྱུ་བསྡད་ཡིན་ཙང་ཁོ་རང་ད་ལྟ་དེ་གནས་ཆུང་དུ་འཇུག་ཀྱི་འཇུག་བཅུག་པ་ཡིན་པས་ཀྱི་ནི། དང་པོ། མི་ག། དམྱལ་བ་ནོར་ལ་ལ་ཨ་ནི་གནོད་སྦྱིན། ཤན་པ་རང་མགོ་ཅན་དེ་ནས་ཡང་སྐྱེ་བ་གླེང་ཡོང་དུས། སྐྱེས་མ་ཐག་ལ་ཨ་ནི། ཕ་ཤི་མ་ཤི། ཨ་ནི་ཕ་མེད། མར་མེད་ནོར་མེད། སྐྱོ་བོ་ཞུ་བོ་ཞིག་ཆགས་ཡོད་ས་རེད་ལས་ངན་པ་ལ་བལྟས་ནས། དུས་དེ་ཡིན་ནི་དེའི་སྐབས་ལ་ནི་དགེ་སློང་དུས་དེ་ནག་པོ་གི་རྒྱུག་ཆུ་དུས་ཆུ་བས་ཡང་ཆུད་པ་དེ་གི་དང་ཆོས་བྱས་ནས་ནི་དེ་གི་བདག་པོ་བརྒྱབ་ད་ལས་ཀྱི་འབྲེལ་བ་ཞིག་ཡོད་དེར་བ། བདག་པོ་བརྒྱ་ཡག་པོ་བྱས་དུས་ཡང། ད་དེ་དགེ་སློང་དུས་དེ་ནག་པོ་ལ་ཁོང་གི། ཡང་ཕར་གནོད་པ་ཙམ་ཡག་གི་འགོ་ཚུགས།

ད་སྟེ་བལ་ཆེན་ལྷ་གཡུ་སྒྲ་ལྷ་མ་ཡུ་ཡུལ་སྒྲ་འཇིལ་སྐྱེས་ཞག། དེ་ནས་ཡི་གེ་ལ་ཡང་བལ་ཡུལ་རིང་པོ་བཞི་ལས་བྱས་ནས་ཐ་མ་དེ་ལ་ཡེ་ནས་དེ་ཀའི་ཁྱུང་རང་སྐྱེས་ས་ལྷ་གཡུ་མ་ཡུ་ཡུལ་དེ་ནས་ནི་དམ་ཡང། ལུང་པ་གང་ཟག་བྱས་ནས་ཡང་ཁོ་ཚོ་ཡེ་ནས་པིག་བི་སོ་ར་བྱས་བྱས་ནས་ནི་ད་འཛམ་བུ་ལི་ལི་མ། ཟག་སེ་གུ་རེ་ལྷུང་སེ་གུ་རེ་མ་ལྷུང་ནས་ནི། བར་དར། ཧོར་གཅིག་ནི་སྒོམ་གྲ། ཆེན་པོ་ཧོར་སེ་ན་ཧོར་སེ་ན་སོག་པོ་རེད་བ། སོག་པོ་དེ་སྔ་མ་ནས་ནི་ཆེན་པོ་ཞུ་བྱེད་རེད་འདུག་བ། ལུང་པ། གང་ལྟར། བར་དར་ཧོར་གྱི་ཨེ་ནི་སྒོམ་གྲྭ་ཟེར་ནས། སྒོམ་པ་འདྲ་བོ་ཞིག་ད་སྒོམ་རྒྱག་ས་འདྲ་བོ་ཞིག། དེ་འདྲའི་ཆེན་པོ་ཞིག་ཡིན་ས་རེད། དེ་བ་ཅིག་སླེབས་བྱས་ནས་ཨེ་ནི་ཁོ་རང་ཅིག། སྔ་མའི་སྨོན་ལམ། ལོག་པ་ལ་སོགས་པ་དེ་འདྲས་ཀྱི་སྟོབས་དང། ཏིང་ངེ་ལ་ཆོས་གང་ལ་གང་ཟག་ཅིག་སྦྱང་བྱ་རེ་ཏུ་འཛུགས་པའི་ནུས་པ་ལ་བརྟེན་ནས་ཅིག་མི་མ་ཡིན་པ་ཅིག་སྐྱེ་བ་ཡིན་ན་ཡོད་ཅིག་ཐུ་ནུས་པ་ཡོད་ངེས་འདྲ་ཅིག་ཆགས། དེ་ཡིན་ཙང་ནི། མི་གི། བ་དང་ཧོ་ཅིག་སྒོམ་འདྲ་ཐིག་གི་ཀོ་དག་རེད་དོ། ཀོ་དག་སེ་དེ་དག་རྒྱུ་བྱ་ལ་བདག་པོ་རྒྱག་ངེས། ཀོ་དག། ཀོ་དག་ལ་བསྐུལ་དུ་བ། འོ་ད་དེ་ནས་ཁོ་ལྷ་ཡུལ་ནས་སེར་སྣ་མི་འདུག་མིའི་ལུས་མ་ཟ་བའི་གི་ལེ་ཁུ་ན་རྡོར་བསྡུས་ཀྱི་ཡུམ་པའི་ཁུར་བྱས། དེ་ནས་ད་བོད་ལ་ཡར་སླེབས་པར་བ། ད་ཧོར་གི་ཀོ་བདག་དེ་ད་བོད་བོད་ལ་ཡར་སླེབས་པར་བ། བོད་ལ་སླེབས་སྟངས་དུས་ད་མདོར་བསྡུས་ཀྱི་ཤུལ་ན། སྤྱི་ལོ་དུས་རབས་བརྒྱད་པའི་ནང། ཆོས་རྒྱལ་ཁྲི་སྲོང་ལྡེའུ་བཙན། ཨ་ནི་མཁས་སློབ་ཆོས་ཚུལ་ལྡན་འཛོམས་བཅས།

ད་རྒན་ཡོལ་ཞུ་ངེས་ཏེ། བོད་ཀྱི་རྒྱལ་པོ་ནང་ན་དང་པོ་རེད་ཟེར་གྱི་འདུག་བ་མ་འདོད་ཅན་གྱི་རྒྱལ་པོ་ཡིན་ས་དུས་ཁོ་མ་ཤི་བར་དུ་རྒྱལ་པོ་བྱས་དགོས་རུ་བ། ད་ཕྱོགས་གཅིག་ནས་རྒན་ཡོལ་ཞུ་ཆོས་བྱེད་ཀྱིན་གསུང་གི་ཡོད་ས་རེད་ཕྱོགས་གཉིས་ནས་ནས་ཡང་ཅི་ཁོ་རང་གི་བཙུན་མོ་མང་པོ་ཅིག་ཡོད་ས་རེད་བཙུན་མོ་ལོ་ཆུང་བ་དེ་འདྲས་ལ་ཡང་ཐུགས་སེམས་འདྲ་ཅིག་དེ་ལ་ཆགས་ནས་ཡང་ཅི། ཕྱོགས་གཅིག་ནས་འཐུས་ཤོར་ར་ཏས་འགྲོ་ཡོད་ས་རེད་ད་དེ་ཚོ་ལོ་རྒྱུས་བཤད་མ་གོ་བ་ཅི། ཨ་ནི། དེ་དུས་ནས། བསམ་ཡས་གཙུག་ལག་ཁང་བྱང་ཚ་དུ་ཨནི་མའི་རྒྱལ་པོ་བློ་བདེ་བོ་འདྲ་ཆགས། ད་ཡག་པོ་ཞུགས་བྱུང་ཟེར་ཏེ་ཨནི་དེ་འདི་མཁན་པོ་དང་ཨནི་གུ་རུ་རིན་པོ་ཆེ་གཉིས་མཇལ་གི་ད་བློ་བདེ་ཨ་ཡོད་མ་རེད་ད་འདི་གཙུག་ལག་ཁང་ཁང་པ་སྟུག་པ་ཞིག་གི་ཕན་ཐོག་ཨ་ཡོད་མ་ད་འདི་ནང་ལོགས་ལ་ཨནི་སྐུ་གསུང་ཐུགས་རྟེན་རྩ་ཆེན་པོ་དེ་འདྲའི་སྒོ་རེད་ལྷག་པར་དུ་སྐུ་རྩ་ཆེན་པོ་དེ་འདྲའི་སྒོ་རེད་ཟེར། ཨ་དེ་འདྲའི་གི་པའི་ལམ་སྟོན་གནང་ཡོད་དེ་ད་བོད་ལ་ཅི་བསྟན་པ་དང་མ་སྲུ་དུ་གཞི་ནས་གསར་པ་ད་དེང་སང་སྐུ་རྩ་ཆེན་པོ་དེ་འདྲའི།

ཅེས་གསུངས་བཀའ་གྲོས་ཞུས་བྱས་ནས་ཁོ་རང་གི་སྲས། མུ་ནི་བཙན་མོ་དང་མུ་ཏིག་བཙན་པོ། ད་སྲས་ལྔ་ཡོད་པའི་ནང་ལ་ནས་མུ་ནི་བཙན་མོ་དེའི་སྐབས་ལ་ཁོ་རང་གི། ག་རེ་ཟ་བློན་པོ་སྐད་ཆ་རེ། དྲི་བཙུགས་ནས་གསོད་པའི་ཉེས་པ་དང་ཡང་ཆེད་དུ་མུ་ནི་བཙན་པོ་དམག་འཕེན་ལ་འགྲོ་དགོས་རེད་ཟེར་ནས་མི་གས་སོག་པོ། བ་ལྟར་ཧོ་ཡིད་ལ་མ་འགྲོ་ནས་ནི། ཁོ་རང་སེམས་ཁྲལ་ཞེ་དྲག་བྱུང་བར་དེ་ནི་གུ་རུ་རིན་པོ་ཆེ་གི་སྣང་བརྟགས་ཡོད་མ་ངའི་རོགས་པ་བྱེད་ཀྱིན་ཟེར་ནས་རྣམ་སྲས་རྟག་བདག་རྒྱལ་ལ་སོགས་པ་དེ་འདྲས་ཀྱི་ཆོ་འཕྲུལ་མང་པོ་བསྟན་བྱས་ནས་ནི་རྣམ་སྲས་རྟག་བདག་རྒྱལ་གྱི་རོགས་པ་བྱེད་ཀྱི་རེད་ཟེར་ཡ་འདྲ་དེ་འདྲས་བྱས་རྗེས་མི་དགེ་བ་ལྟར་ཧོ་ལ། དམག་དམག་འགའ་རྒྱ་དམག་རྒྱ་ཡོང་དུས་ནི་བོད་པ་བོད་དམག་ལ་རོགས་བྱེད་ངེས་ནི་ཅི། བོང་གུའི་མགོ་ཡིན་ངེས་ནི་དམག་མི་ཁྲི་དོ་སྟོང། བྱ་ཡི་མགོ་ཡིན་ངེས་དམག་མི་ཁྲི་དོ་སྟོང་ཡོང་པ་རེད་ཟེར་གྱི་འདུག་བ་ད་དེ་ཚོ་སྒྲུང་ར་གྱི་རང་རེད་བ་མ་འདུག་དེ་ག་ལ་དམག་རྒྱ་ཐང་དང་ཕི་སྐད་ཚོགས་དམག་ཡོངས་དག་དང་ད་ཅི་རྒྱ་བལ་ཧོ་སུ་ན་ལོ་བལ་དམག་ནི་བུང་གུ་མགོ་ཡིན་པ་དང་བྱའི་མགོ་ཡིན་པ་དང་པིའུ་མགོ་ཡིན་པ་དེ་འདྲའི་ཁྲི་དང་འབུམ་ལས་སོ་ང་ཚོ་ཤོ་སེར་ཅན་ཡིན་ཡིན་འདྲུ་ན་ཅི་ཡོད་ས་མ་རེད་དེ་བོད་བལ་གི་ད་ཅི་དེ་འདྲའི་བཀའ་ཐང་ལ་སོགས་པ་དེ་འདྲ་ནི་ལོ་རྒྱུས་ཀྱི་དོན་དེ་གི་ཡོད་ས་རེད་ད་དེ་སྐོར་འབྲུ་འདྲ་ཡིན་ན་འདྲ་དེ་འདྲའི་བཤད་དགོས་ར་བ་དེ་དེ་དང་འབྲེལ་བ་ཞིག་ཆགས་དེ་འོ་ར་བ་གང་དྲ་དེ་འདྲའི་བྱས་གང་ད་མི་གའི་སྒོམ་གྲ་དེ་སོག་པོའི་སྒོམ་གྲ་ཆེན་པོ་དེ། གཏོར། མེ་སྒྲ་བརྒྱབ། ཨ་ནི་བོད་པ་ཚོ་གི་ད་ག་འདྲ། བྱ་ལ་རྩ་ཆེན་པོ། མང་པོ་ཞིག་ད་ཁྲོ་བི་རི་བཀོད་བི་རི་འདུག་བྱེད་ཡོང་འདུག་བ། སྒོམ་གྲྭ་སྟེང་གི་རྟེན་གཙོ་གཙོ་བོ་ད་མང་པོ་ཡོད་རྒྱུ་རི་རྩ་ཆེན་པོ་དེའི་ནང་ལོག་ནས། ཡོད་དོ་མེད་དོ་འདྲ་དེ་ཨ་ནི་གཡུ་ཡི་ཐུབ་པ་རང་བྱོན་མ་དང་སེམས་དཔའ་སྨིག་ཆུང་དང། གཤེན་གྱི་སྦ་ལྕག་ལ་སོགས་པ། ད་དེ་འདྲའི་ཁོང་ཚོ་ཁས་བྱེད་ཡོང་དུས། ཨ་ནི་དཔལ་ཁ་རྒྱལ་པོ་འོ་གནས་ཆུང། མི་སྒོམ་པ་དེ་གི་མི་ཀོ་དག་རེད་ལྕགས་ལ་སོང་ངེ་རེད། ཁོ་རང་མི་ལུས་བཏང་ཐོག་མ་རེད་བ། ཨ་ལུས་བཏང་མ་ཐོག་ཡིན་ཚ་ཨ་ནི་ཁོ་རང་བྱ་རྒོད་ཆུ་ལུས་སྤྲུལ་བྱས་ནས། ཨ་ཁོང་ཚོ་ཡར་ཡོང་དུས་ལ་མཉམ་དུ་མཉམ་དུ་ཡིན་གྱི་ཕར་འཕྲོག་གི་བསམ་བྱེད་ཡོང་ཡོང་གྱི་རེད་དེ་དག་ཡང་འཕྲོག་ཐུག་མེད་ཡིན་གྱི་རེད་བ་དེ་འདྲས་དེ་འདྲས་ཞིག་ཨ་ནི་དཔལ་ཁ་རྒྱལ་པོ་བོས་ལྷ་ས་བར་དུ་ཨ་ནི་ཐུག་བྱས་ད་རྗེས་སུ་འབྲང་བྱས་ནས་སླེབས་འདུག་བ། ཨ་ཐུགས་སུ་ཐུགས་བྱས་ནས་བེད་ལྷག་འདུག་བ། པའི་ཧ་གི་མིན་ཀོ་ལོང་འདྲ་སྟེ་ཐོག་མ་མི་ནས་ཡོང་དུས་བོད་ལ་ནི་རོགས་པ་བྱས་དགོས་བསམ་བྱས་ནི་ཕལ་ཆེར་ཡིན་ས་མ་རེད་དེ་ཁ་ཡོག་མ་རེད་ཁོ་རང་ཀོ་བརྡ་བྱས་ས་མི་གེ་ལུང་པ་དེ་དགོན་པ་བཅོམ་གཏོར་ལྕགས་ལ་འཕྲོག་དེ་འདྲས་བྱས་ཡིན་ས་མི་ཁོ་རང་དེ་ཚོ་ཚུར་གླེང་དགོས་བསམ་དགྲ་ཤ་ཅིག་གླེང་དགོས་བསམ་བྱས་ནི་རྗེས་སུ་འབྲང་ཡོད་ས་རེད་ཀོ་ལོང་སྟེ། ཡིན་ན་བ་ད་དེ་འདྲས་དེ་འདྲས་བྱས་གི་མི་གེ་ཁོ་རང་ཀོ་བརྡ་བྱས་ས་ནི་བོད་པའི་གི་བ་ད་ཅི།

ཁོ་རང་གྲོགས་བྱས་ནས་ནི་ཁོ་རང་གི་ཅེས་སྐུ་གསུང་ཐུགས་ཀྱི་སྤྲུལ་བ་ལ་ཅི་ད་མང་པོ་ཞེས་བ་ཅི་གར་ཟ་བོ་རེད། ཕོ་ཡི་རྣམ་པ་མོ་ཡི་རྣམ་པ་ནི་བན་དེ་གི་རྣམ་པ་ད་མང་པོ་ཞིག་སྤྲུལ་ནས་རྒྱས་ཁ་ཤས་ངུ་ཁ་ཤས་ཀྱི་འུར་སྒྲ་རྒྱག་ཁ་ཤས་ཀྱི་ནི་བལ་ག་ཟ་བོ་ཐི་ཤ་རྒྱབ་ད་ཅེས་ཆོ་འཕྲུལ་རྣམ་མ་སོགས་མང་པོ་ཞིག་བསྟན་པ་རེད་ཟེར་བར་བ། དེ་བསྟན་ཡོང་དུས་ནི་བའི་གུ་རུ་རིན་པོ་ཆེ་གི་རྡོ་རྗེ་འཆི་སའི་ཡུལ་འདི་ད་ཐང་ད་པེ་ཧ་རྒྱལ་པོ་གི་ཕྱོགས་རིས་ཡིན་པ་ཧ་གོ། ད་ཁོ་རང་ནུས་པ་གང་ལ་གང་ཚང་ཅིག་འདུག། ད་འདི་བོད་ལ་ནི་རྡོ་རྗེ། སྲུང་མ་ཟེར་ན་མི་འདུག་བསམ་ཡས་ཀྱི་སྐོར་དག་ཅིག་བཀོད་བྱ་ནི་འདི་གཏོགས་ཚིག་འགྱོད་ས་རེད་བསམ། ནི་གུ་རུ་རིན་པོ་ཆེ། དེ་འདྲས་ཀྱི་ཐུགས་ལ་དགོངས་པ་འཁྲུངས་པར་གཟིགས་ཀྱི་འདུག་ཡིན་ན་ཡང་སྐབས་ཅིག། གུ་རུ་རིན་པོ་ཆེ་ཡང་རྡོ་རྗེ། ཐུགས་མཉམ་པར་ཞུ་བའི་སྐབས་ཅིག་ལ། གནས་ཆུང། གི་རྡོ་པས་ལུག་གུ་རོ་འདྲ་བྱས་དང། དབྱུག་བྱས་ནས་ནི་གུ་རུ་རིན་པོ་ཆེ་དབུ་ཟེར་ནས་མི་འདུག་འགོག་ཅིག་ཕོ་བྱས་ནས་ནི་གུ་རུ་རིན་པོ་ཆེ་དྲི་མེད་རྒྱལ་བའི་སྲས་ཀྱི་འདུ་བ། དེ་ལོ་རྒྱུས་ན་ཡོང་གི་འདུག་ག། གུ་རུ་རིན་པོ་ཆེ་གི་ད་ཅི། ཚེ་རིང་ཆ་ལྔ་དང་གང་ག་ཆ་མེད་ལ་སོགས་པ་དང་ནི། གར་ས་གཉན་ཆེན་ཐང་ལག་དང། ཡར་ལ་ཤངས་པོ་ལ་སོགས་པ་དང་བོད་ཀྱི་ལྷ་མང་པོ་དང་ལ་དག་དེ་འདྲ་བྱས་འདུག་ག། ཞེས་ནུས་པ་ཆེན་པོ་ཡིན་སྲིད་ངས་མང་པོ་ཞིག། གུ་རུ་རིན་པོ་ཆེ་མགོ་ལ་རྡོ་ཞུགས་ཐོག་ངན་ཏེ་སྔོན་གནས་ཆུང་མ་གཏོལ། མས་ཡིན་ས་རེད་ད། གནས་ཆུང་མིན་ད་ཉན་མ་བྱུང། གུ་རུ་རིན་པོ་ཆེ་མགོ་ལ་ནི། ལུས་རོ་ཙམ་གཅིག་གི་ནི་རྡོ་གཅིག་གཡུག་བྱས་ནས་ཞུགས་རྗེས་ནི་གུ་རུ་རིན་པོ་ཆེ་ཁྱུག་ཚང་ཞིག་ནི། གར་ས། རྒྱལ་དུ་བ། ད་དྲན་མེད་སྐྱེས་འདུག་ཨ་ནི་ཡ། དེ་ནས་ཡར་ལྡང་ཡོད་དུས་ཨ་ནི། སྔགས་དང་ཏིང་ངེ་འཛིན་གྱི་མཐུ་ནུས་པ་ལ་བརྟེན་ནས་ཚུར་བསྐུར་བྱས་ནས་ཨ་ནི། བསམ་ཡས་ཀྱི་གཙོ་བོ་བསམ་ཡས་ཀྱི་སྐོར་དག་ལ་ཡར། བསྐུར་བྱས་དམ་ལ་བཞག་འདུག་བྱས་པས་རེ་སིག་འོར་བ། ད་དེ་འདྲའི་ལོ་རྒྱུས་མང་པོ་བྱས། ད་དུས་ད་ལྟ་བར་དུ། སྡེ་བ་གཞུང། དགའ་ལྡན་ཕོ་བྲང། ངྷི་མ་ཆོས་ནི་བུ། སྡེ་བ་གཞུང་སྲས་དེ་དང་འབྲེལ་བ་ཆེན་པོ་རེད་བ་ད་དེ་འབྲེལ་བ་ཆ་ཚང་སྟེ། སྐབས་གཅིག་ལ་ནི་ཚེ་དཔའ་བཀའ་བརྒྱུད་ཀྱི་ད་བླ་མའི་གཙོ་བོ། ཞང་འགྲོ་བའི་མགོན་པོ། གཡུ་བྲག་པ་སེ་བསམ་གྱིས་མི་ཁྱབ་པ་ཞིག་ཕེབས་འདུག་བ་སྐུ་ཚོད་ལྟས་ལ་ནི་པེ་ངོ་ནས། གར་སོ་རེ། སྐུ་མ་རྒྱག་རྒྱག་པ་རྒྱབ། མི་བསད་རྟ་སྐེམ་བྲེག་སྟེང་གི་ཞི་བ་ཅིག། ཤུགས་ཆེན་པོ། སྟོབས་ཤུགས་ཆེན་པོ་ཞིག་འཕེལ་ཡོད་ས་རེད་བཞུགས་སྐུ་ཁོ་རང། ཀན་ནག་སོགས་ཀྱི་ཁྲོད།

རེད་ཟེར་དུས་དེ་ནི་ཁོ་རང་ཁོ་རང་ཧོན་ར་ཡི་དོ་བདག་ཚེ་ང་པས་སྡུག་ཤག་རེད་ཤག་ངས་མི་མང་པོ་ཞིག་ལ་དཀའ་ངལ་སྤྲོད་ཚར་ཤག་བསམ་དེ་གི་སེམས་འགུལ་ཐེབས་ནས་ཨ་ནི་ཁོ་རང་ཆུ་འགོ་ལ་ཞུགས་ནས་ཨ་ནི་ཆུ་བ་བསམ་གྱི་མི་ཆགས་པ་ཞིག་ཆགས་ནས་ཨ་ནི་ངག་ཏུ་རྟོགས་པ་ཉོན་དུ་བསམ་གྱི་མི་ཆགས་པ་ཧ་ལས་པ་ཞིག་པས་དེ་འདྲའི་གི་བླ་མ་ཨ་ནི་ཆུ་འགོ་པས་ཡག་པོ་ཞིག་ཆགས་འདུག་བ་ཨ་ནི། བྱང་འགྲོ་བའི་མགོན་པོ་གི་ཨ་ནི་དགོངས་པ་ནང་ལོགས་ཨ་ནི་ནས་བྱུང་སྟེ། སྤྲུལ་བ་འདྲ་ཞིག་ཡོང་བ་བྱེད། ནས་བྱུང་བསྒྲུབ་པ་བྱེད། ཁོ་རང་ཚོ་དགོན་པར་བཞག་འདས་དུས། ད་དགོན་པར་བཞག་ནས་ནི་དགོན་པ་ལ་འདེབས་རིས་ལོགས་རིས་བྲི་དགོས་རུང་བ། ལོགས་རིས་བྲི་དུས་ནི་ལྷ་བཟོ་བ་ལ་རོལ་པའི་ཧོ་ཐག་ཕ་ཐག་རོགས་བྱས་ཏེ་ངའི་སྤུ་གུ། གཞོན་སྐྱེས་ཅིག་གམ་པའི། ཉི་མ་མང་པོ་རོགས་བྱས་ཏེ་བ། ཞུ་གུ་ད་ཁྱེད་རང་ལ་སྙན་པ་འདྲ་བོ་དེ་གླ་ཆ་འདྲ་བོ་ཞིག་ག་རེ་དགོས་ལབ་ཞོ་ད་སྤྲོད་ཀྱི་ཡིན་ལ་དེ་ནི་དེ་བཞིན་གཞོན་ནུ་དེ་གས་ང་ལ་གཞན་པ་གས་དགོས་མེད།

སྔར་སོར་ཐུག་འཕྲོ་ནས་འདི་ནས་ནས་བཟུང་ཁོ་རང་གི་ཅི། ཆགས་ས་གི་སྟེང་ར་འདི་ཚོ་ཚང་མ། ཚུར། སྒམ་གཅིག་ཏུ་བླུགས། ཨ་ནི་ལྷ་སྲས་ཀྱི་ད་ལྟ། གཙང་ཆུ། དེ་ནས་གཡུག་རེད་ཟེར་གྱི་བ་རེད། དེ་ནས་གཡུག་བྱས་ནས། ད་དེ་ཡང་བཤད་ཡ་དེ་ཅིག་དེ་འདྲ་ཞིག་འདུག་གནས་ཆུང་གི་སྤྲོ་བ་དེང་གི་དང་པོ་ནི་མི་ལྷ་རིག་པ་ལ་རོགས་པ་བྱེད་ཧུ་དག་བ་དག་བྱེད་ཞུ་གུ་ཡང། པིའུ་ལ། པུས་ཁེ་དེ་ངན་ཅིག་བྲིས་ནས་ནི། དེ་གི་དགོན་པ་ཚིག་བཅུ་ཡང་གནོད་སྐྱེལ་དེ་ང་འདྲ་བྱེད། མཁན་ས་ཞུ་བཞི་འདུག་བ་དེ་མ་ཞིག་ལྷ་འདྲེ་གི་རྣམ་ས་དེ་དཀའ་ལས་ཁ་བོ་ཞུ་བཞི་རེད་འདུག་བ། ཡིན་པའི་བཟོ་འདྲ་མེད་པའི་བཟོ་འདྲ་ཞིག་ཡིད་ཆེས་བྱས་ཆོག་གི་ཡོད་མ་བྱས་ཆོག་གི་མེད་པའི་བཟོ་འདྲ་ལྷག་པར་དུ་དཔལ་ངག་གི་ལོ་རྒྱུས་དེ་ལྟ་ཡིན་དུས་ནི། ངན་མ། དཔལ་ཁའི་ལོ་རྒྱུས་དང། ནང་ལོགས་ཀྱི་ཡག་ག་ཡོད་རྒྱུ་རེད་དེ་སྡུག་ག་མང་པོ་ཡོད་ར་ལྷག་པ་ད་དེ་ག་ནང་ཆོ་ནང་ད་ར་ནང་ད་དེ་ཚོ་གོ་སུ་ངོ་ནང་ལོགས་ལ་ཡོད་རེད་པེ་ག་གི་པེ་ཆུ་པ་ནང་ད་ལ་པེ་བ་ཆོས་བཏང་བ་དང་ཨ་ནི་པེ་ཆ་ཤ་ན་བོང་ཐོག་ཕྱོགས་ལས་རྣམ་རྒྱལ་དེ་བསམ་གྱི་མི་ཆ་བེ་རེད་སྐུ་ཚེ་དེ་ལ་ཨེ་ནི་སྒོམ་སྒྲུབ་བ་དེ་ཚེ་གི་ཤུགས་ཆེན་པོ་རྒྱག་ན་ཚེ་གཅིག་ལུས་གཅིག་ལ་སངས་རྒྱས་རེད་དེ་ཡང་པེ་ག་གི་སྤྲུལ་བ་མི་གཅིག་གི་སྨྱུ་གུ་སྤུས་དག་པོ་ལྕགས་ཀྱི་སྨྱུ་གུ་ཅིག་ཕུལ་བྱ་རེད་ཟེར་གྱི་འདུག་ཨ། དེ་ཕུལ་ཚར་ཏེ་ཨ་ནི་དེང་གི་རྟེན་འབྲེལ་ལ་བལྟས་ནས་ཨ་ནི། ཕྱོགས་ལས་རྣམ་རྒྱལ་དཔེ་ཆ་རྐྱང་རྐྱང་རྩོམ་བྱས་ནས་ད་རྩོམ་ལེན་ལ་པོ་ཏི་བརྒྱ་ལྷག་རྩོམ་ཡོད་རེད་བ། ཨོ་རྩོམ་བྱས་ནས་དེ་ལ་འུར་སྒྲ་ཅིག་ཁོ་ཨ་ནི་ཁོ་རང་སངས་རྒྱས་མ་ཐུག་རེད་ཟེར་གྱི་འདུག་ཨ་དེ་དཔེ་ཁ་རྐང་ཚུར་གནོད་སྐྱེལ་ནས། ཨ་དེས་ན་བཞིན་ད་ལྟ་དགོན་པ་དེ་ལ་ཕན་བཏགས་རེད་གནོད་སྐྱེལ་རེད། ང་ཚོ་རྒྱས་འདུས་སའི་ཞབས་བརྟན་གྱི་དུས་ད་ལྟ་བར་དུ་འཚོ་གོ་ཡོར་བ་ས་དགེ་བཀའ་རྙིང་གང་ག་གི་སྤྱི་མི་ཚང་སོ་སོ་ཡིན་ན་དགོན་པ་སོ་སོ་ཡིན་ན་ཕ་ཆོས་རྡོ་ཡ་ལ་རྒྱས་འདུས་བཏང་སའི་རྒྱས་འདུས་དྲན་བྱེད་ནས་རྒྱལ་པོ་འདུས་དྲན་བྱེད་དེ་འདྲ་བའི་རྒྱས་འདུས་བཏང་ཡོང་དུས་དཔེ་ཁག་གཅིག་ཆོས་སྐྱོང་གི་རྣམ་པ་ཆེ་ཡ་གསོ་དགོས་ཡ་ཆེ། འཕྲོད་འཇོག་བཏང་ཆེད་དཔེ་ཁག་ད་ག་རང་གཅིག་ཨ་ནི། གནོད་པ་སྐྱེ་ངེས་ཡིན་པ་ཡིན་ཙང་ཡང་གླུད་བཙོང་སའི་འཁོར་གླུད་དང་གཏོར་མ་རྣམས་ལ་ཕྱི་ལོགས་མ་ནི་བས་གར་ས་ལམ་གསུམ་མདོ་ལ་མ་གཡུག་དགོས་ཡ་དེ་འདྲས་ཞེས་བ་རེད། ཕྱོགས་གཅིག་ནས་དཔེ་ཁ་རོག་བྱས་དེ་ངེས་སོ་རེད་ཕྱོགས་གཅིག་ནས་གནོད་སྐྱེལ་དེ་ངེས་སོ་རེད་དེ་ལོ་རྒྱུས་དེ་ཡོང་གི་འདུག་བ་ཨེ་བཀའ་གདམས་ལས་བང་དུ་བཙུགས་ན་དཔེ་ཁ་ཟེར་དེ་ཡ་ཞེས་བརྩི་ཡོད་མ་རེད་བ། ད་ངེད་ཀྱི་ལོ་རྒྱུས་དེ་གདམས་པ་འཇུས་པ་ཡིན་ན་གང་ལྟར་ཡིན་ནས་བྱང་འགྲོ་བའི་མགོན་པོ་ག་གམ་ཆོས་འཇུ་ན་ལ་ནི་དཔེ་ཁ་ཆགས་ས་ག

ཁེ་ཤོགས་དེ་ཁ་ཆེ་མ་བཞགས། ཨ་ནི་དེ་འདྲ་བའི་གྲྭ་བ་དེ། ད་མི་གས་ཆིངས་བྱས་ནས་ང་ཟེར་ཟེར་ཆིངས་བྱས་ཆུ་འགྲམ་དེ་ལ་དགའ་རོགས་དགོས་ཡོད་ས་རེད་གང་འཚམས་ཅིག་ལ་ཡིན་ན་མ་ཤི་སྒམ་ཅིག་ཡོང་དགོས་རེད་ཟེར་དེ་ཚུལ་ལན། ཨ་ནི་རྒས་པ་ལ་ཁས་ཆེ་ཡོང་འདུག་བ་ཨ་ནི་ཡ་ཁས་ཡོང་དུས་འཇིག་སྐོར་ཚ་བོ་འདྲ་ཅིག་ཡོད་ཡིན་ས་རེད་ཡ་ལ་རྒྱག་དགོས་དེ་ནི་འབྲས་སྤུངས་དེ་ལ་འདྲ་ཞིག་ཆགས་ཡོད་རེད་བ། གང་འཚམས་ཅིག་ད་འདི་གི་མ་ཤི་འདི་ནོར་ག་རེ་ཡིན་ན་ཁ་ཆེ་མ། ཨ་ནི། དེ་བྱས་ནས་སྒམ་དེ་སྒོ་ཕྱེ་དུས། ཨ་ནི། བྱ་ཕུང་རན་ཞིག། བྱ་བ་དེང་སང་ཕལ་སྐད་ཆ་ནི་འོང་གུ་ཟེར་གི་རེད་བ། བྱ་འོང་གུ་ཅིག་འདོན་ནས་ཕེབས་པ་རེད་ཟེར་གི་བ་རེད། ཨ་ནི་ཁ་རྒྱ་བྱས་ནས་ཡག་ཁད་དུ་བ། ཁ་ཆེ་བས་སེ་ཆེ་བས་ཡིན་ལགས་དུ་བ་ཨ་ནི་ཁ་གར་བྱས་བས་ད་ཁ་ཆེ་རྒྱུ་ཡོད་མ་རེད་པས་ཟག་བྱ་ཡིན་ན་དེ་ན་ཅིག་དོན་སོང་བས་སེ་དོན་བྱ་ཕོག་རང་ཡིན་ཞིག་དེ་འདྲས་ཅིག་དོན་སོང་ཟེར་ད་དེང་སང་གི་གནས་ཆུང་ཟེར་ཡ་ཟག་བྱ་དེ་རེད་དུ་བ། བོད་ཀྱི་གནས་ཆུང་ཟེར། གནས་ཆུང་དགོན་པ་ཡོད་ས་དེ། གནས་ཆུང་ཟེར། དེ་དུ་ཕྱིས་སུ་ནི་འཇང་ཆོས་རྗེ། དུ་ཞེས་མིང་བཏགས་པའི་སོགས་རེ་རེ་འདུག་བ་ཡིན། དན་འཕགས་ཟེར་རོ། དན་འཕགས་ཟེར། ད་ག་ནང་འབྲས་སྤུངས་འོག་དེ་ལ། ད་ནི་གནས་ཆུང་དགོན་པ་ཡོད་ས་དེ། གནས་ཆུང་རྡོ་རྗེ་སྒྲ་དབྱངས་ལེགས་ཟེར་དེ་དགོན་པ་དེ་བཙུགས་ནས། རྒྱ་རྔ་བའི།

རྒྱལ་བ་ཀུན་དྲིན་དང་པོ་ལ་ནི་གནས་ཆུང་འབྲེལ་བ་སྤུ་ཙམ་ཡོད་ས་མ་རེད། བཀྲ་ཤིས་ལུང་པོ་ལྟར་ལ་འབྲེལ་བ་སྤུ་ཙམ་ཡོད་མ་རེད། རྗེ་ཡེ་སེ་གསུམ་དང་གནས་ཆུང་ནི་འབྲེལ་བ་སྤུ་ཙམ་ཡོད་མ་རེད། རྗེ་ཡེ་སེ་གསུམ་གྱི་བར་རྩ་བ་ཉིད་ནི་གནས་ཆུང་ཟེར་ལ་འཕྲིན་བཅོལ་ལ་སོགས་པ་ཡིན་གྱི་ན་གཅིག་གི་བྲིས་ཡོད་མ་རེད་ལ་འབྲེལ་བ་བོ་ཡོད་ས་མ་རེད་དེའི་ཆ་ནས་དགེ་ལུགས་པ་སྤྱི་ཡོངས་ཀྱི་ཆ་ནས་གནས་ཆུང་དགེ་ལུགས་ཀྱི་སྲུང་མ་ཟེར་བ་གལ་མ་རེད་བ། ཡིན་ནའི་ཁོ་རང། ཞང་འགྲོ་བའི་མགོན་པོ་གི་པིས་ནས། ཨ་ནི་ད་ལྟ་དེ་འབྲས་སྤུངས་གྲྭ་བ་དེ་ཡར་ཁས་ཨ་ནི་དེ་འདས་དེ་འདྲས་ཤིག་འབྲས་སྤུངས་དང་ཐག་ཉེ་ས་དེ་ལ། བསྟན་དགྲ་ཞིག་ཆགས་དེ་ནས་བྱས་ནས། ཨ་འབྲས་སྤུངས་སྲུང་མ་བྱ་བའི་ལོ་རྒྱུས་དེ། ད་དེ་ངས་བཤད་འཕར་བོ་བཤད་འོས་ཏེ་ད་ཁག་བྱས། རྒྱལ་བ་སྐུ་ཕྲེང་རྙིང་པ་དགེ་འདུན་རྒྱ་མཚོ། ཨ་ནི་གཙང་བཀྲ་ཤིས་ལུང་པ་ལ། ཨ་ནི། ཏོག་ཙེ། གར་ས་བར་དེ་སྐབས་ཀྱི་ཨ་ནུ་བཀྲ་ཤིས་ལྷུན་པོ་ཁྲི་བ། དང། ནི་རྒྱལ་བ་དགེ་འདུན་དྲུག་གི་སློབ་མ་གཙོ་བོ། པན་ཆེན་ཡེ་ཤེས་རྩེ་མོ། དེ་ཀ་ལི། ཨ་ནི་བཀྲ་ཤིས་ལྷུན་པོའི་ཁྲི་བ་གཉིས་པ་འདྲ་བོ་ཆགས་ཡོད་རེད། ཨ་ནི། པན་ཆེན་ཡེ་ཤེས་རྩེ་མོ་གི་ཨ་ནི་དགེ་འདུན་རྒྱ་མཚོ་འཁྲུངས་ས་དེ། ཨ་ནི་རྒྱལ་བ་དགེ་འདུན་དྲུག་ལ་ཅིག་སྔ་མ་ནས་བཞུགས་པའི་སྐབས་ལ་དཀའ་ལས་སྤྲོད་དེ་ངས། ཕྲག་དོག་འགྲན་སེམས་ཀྱི་ཐོག་ནས། བླ་མ་ལ་ཅིག། བསྐོར་བ་སྟབས་བདེ་ངེས་ཅིག་ཡིན་ས་རེད། དེ་འདྲས་ངའི་བླ་མ་དེ་འདྲས་ཅིག་དམ་ཉམས་བྱེད་ས་འཁྲུངས་དགོས་མ་རེད་ཟེར་ནས་རྩ་ནས་ཁས་མ་ལེན་ཡ་བྱས་བན་ཆད་གཞི་རྩའི་དམིགས་བསྐོས་དེ་འདྲས་བྱས་ཡིན་ཙང་ཨ་ནི་ཡིད་བཀྲ་ཤིས་ལུང་པ་ཞུགས་མ་བདེ་བ་ཞིག་ཆགས་བྱས་ནས་ཨ་ནི་དེ་ག་ལ་ཨ་ནི་འབྲས་སྤུངས་ཀྱི་ཨ་ནི་འཇའ་དབྱངས་དགའ་བའི་བློ་གྲོས་སེ་ཏང་གི་བླ་མ་བསམ་གྱིས་མི་ཁྱབ་པ་འོ་ཁོང་གིས་ཨ་ནི་འབྲས་སྤུངས་མ་ཕེབས་ཤོག་གསུངས་བྱས་ནས་ཨ་ནི་འབྲས་སྤུངས་ཕེབས་ནས་ཨ་ནི་ད་ཐོག་མ་བླ་མ་གསར་པ་ཆགས་ཡོང་རོགས་འབྲས་སྤུངས་ལ་འགན་རྒྱག་པ་འགན་འདུས། རྒྱ་མཚོ། ཀྱང་བ། ཀུན་གྲི་གཉིས་པ་དེར་བ། ཨ་ནི་བཞུགས་ས་སྨིན་སའི། ལབ་རང་སེ་མེ་ཡིན་ཙང་ཨ་ནི་འབྲས་སྤུངས་རྡོ་ཧང་སྔོན་པོ་ཟེར་ཡ་དེ་ཁོ་རང་བཞུགས་ས་ཕུད་དུ་བ། རྡོ་ཧང་སྔོན་པོ་དེ་འདྲི་ཨ་ནི་འབྲས་སྤུངས་དགོན་པའི་ཨ་ནི་སྦྱིན་བདག་ཡོད་ན་མེད་ན། དེ་སྐབས་ལ་འབྲས་སྤུངས་དགོན་པ་ཡ་བཤང་བའི་སྐབས་ལ། སྦྱིན་བདག། བ། སྦྱིན་བདག་ནི་འུ་བ་དུ་ཅི་ཕེ་ཡོན་དུ་བཞུགས་ས་དེར་ཨ་ནི་རྡོ་ཧང་སྔོན་པོ་ཟེར་ཡ་ཞིག་དེ་འདྲི་ཞིག་རྡོ་ཧང་ཅིག་ཡོད་ས་རེད་བ། རྡོ་ཁང་བ་གཙོ་བོ་ཡིན་གྱི་རོ་རྡོ་རྩིག་རྩིག་བྱང་ཆུ། ཨ་དེ་ཨ་ནི། བརྒྱ་བ་དགུ་འབྲི་གཉིས་པ་བཞུགས་སར་ཕུལ། བཞུགས་སྒོ་བརྒྱ་བ་དགུ་འབྲི་གཉིས་པའི་མིང་འཕགས་རྒྱལ་བུ་རྒྱ་བྱས་ནས་ནི་དགའ་ལྡན་ཕོ་བྲང། དགའ་ལྡན་ཕོ་བྲང་གི་བླ་བྲང། དེ་རི་བོ་དགའ་ལྡན་པ་དགའ་ལྡན་སྲས་མི་སྲས་འབྲེལ་བ་ཀྱེ་མ་རི་ཁོ་རང་བླ་བྲང་གི་མིང་རི་བ་འོ་དུ་བྱས་ནས་ནི་ད་དུས་ད་ལྟ་བར་དུ་དགའ་ལྡན་ཕོ་བྲང་ཟེར་ཏེ་བརྒྱ་བ་དགུ་འབྲི་གཉིས་པ་ནས་འདུ་བྱས། མིང་དེ་ཆགས་འདུག་བརྒྱ་བ་དགུ་འབྲི་གཉིས་པ་བོད་ཀྱི་རྒྱལ་པོ་མ་རི་བ་གཉིས་པ་མ་རི་གསུམ་པ་མ་རི་བཞི་བ་མ་རི་ལྔ་བ་ནས་ད་དུ་བྱས། སོག་བོད་ཀྱི་རྒྱབ་སྐྱོར་བྱས། སོག་པོ། གོ་ཞུ་བསྟན་འཛིན་ཆོས་རྒྱལ། རྒྱབ་སྐྱོར་བྱེད་ཀྱི་ནི་འདུག་ཅེས་དབང་ཆ་དེ་ད་ག་འདྲ། ར་བར་བ་དང། རྩམ་པའི་རྩམ་པ་བརྒྱ་པོ། གར་འཆམ་ལ་བབས་ནས་རྩམ་པ་བརྒྱ་པོ་ཟེར་ནས་ཚུར་འཕྲོ་བའི་སོ་ར་གཞི་ར་བ། དེ་ནི་གཞུང་འགའ་དེ་ཕོ་བྲང་གསལ་ཏེ། གཅིག་སྟོང་དྲུག་བརྒྱ་ཞུ་བཞི་ཞེ་གཉིས་ལ་བཙུགས། ཡང་བཙུགས་དུས་ནི་བཙུགས་ངེས་གཙོ་བོ་ནི། རྒྱ་བ་རྔ་བ་ཁོ་རང་བཅས་ནི་བྱང་བཙུན་བསོད་ནམས་རབ་བརྟན་བཅས་ད་དེ་དུས་བསོད་ནམས་ཆོས་འཕེལ་སྲིད་བར་རབ་བརྟན་གསལ་ཏེ་ཞུ་དགོས་མིན། འགྱུར་བར་བཏང། ཨ་ནེ། གར་ས། བསོད་ནམས་རྭ་སྟེང་ལ། རྒྱ་ལྷོད་ཡོན་ཟེར་ད་ལྟའི་རྣམ་ཐར་དུ་གུ་ལ་ན་རྒྱ་ལྔ་བའི་རྣམ་ཐར་ནུས་རྒྱ་ལྷོད་ཀྱི་ཟེར་ཡག་ཅིག་ཡོང་གི་འདུག་བ་དེ། ཕྱག་མཛོད་བསོད་ནམས་རྭ་སྟེང་ཁོ་རང་རེད་འདུག་བ། གལ་སྲིད་ཁོ་རང་རྒྱ་ལྷོད་ཟེར་ཁོ་རང་རྒྱ་རིགས་རེད་ཟེར་གི་འདུག་བ་ཁོ་རང་ཕ་དེ་གཙོ་བོ་རྒྱ་ནག་ནས་ཡང་ཅིག་ཆགས་མ་འཕྲོས་བས་ཅེས་མི་བ་ནས་ཨ་ནེ། བཙོན་ལ་འཇུ་ཡ་དང་བཅས། སྲོག་ཐོག་འགྲོ་ཡ་ལ་སོགས་པ་དེ་འདྲའི་གི་ཅི་ཉེན་ཁ་རེ་ཡོད་དུས། མི་སྣའི་ཁམས་ནི་ཡང་བུ་གུ་བུ་གུའི་ཁམས་འདས་མ་ད་བར་ལ་ཡུན་རིང་པོ་བསྡད་དེ་འདྲའི་དེ་འདྲའི་དབུས་ལ་སླེབས་བྱས་ནས། ནི་ཁོ་རང་པ་བ་དེ་རྒྱ་ནག་ཧེ་ལོང་བྱ་དེ་བ་བྱས་ནས་རིག་སེང་གི་དུ་བ་ག་འདའ་རྒྱ་རྒྱ་མི་རྒྱ་མི་རེད་དུ་བ། ཆང་ཚེ་བསོད་ནམས་ར་དེ་ག་འདའ་རྒྱ་མི་རེད་དེ་བ་རེད། ཁོ་རང་བསོད་ནམས་ར་དེ་ཁོ་རང་རྒྱ་ལྷས་སའི་དུ་བ་སྐྱེས་བྱས་ནི་ཤོག་གུ་སྤུག་ཆུང་ཆུང་ག་གྲ་བ་བྱས།

བང་ལ་འདི་ཞིག་གི་དེ་སྐབས་ལ་ཟ་ཧོ་རྒྱལ་པོ་ཟེར་ཡ་དེ་གི་རིགས་ཡིན་ཟེར་བ་རྒྱ་ཨ་རོམ་རྒྱ་རྔ་བ་དང་ག་འདྲ་རིགས་དེ་ནས་རེད་འདུག་བ་བོད་རིགས་ཙང་མ་རེད་མི་འདུག་བ། ཨ་ནི། ཁོ་ཆུ་བསྟན་འཛིན་ཆེ་ཆེན་སོག་པོ་ཡིན་པ་བྱས། ཨོ་བྱས། རྒྱ་མི་བྱས་སོག་པོ་བྱས་རྒྱ་གར་བྱས། ཨོ་དེ་འདྲའི་མི་རིགས་གསུང་གི་ཨ་ནི་གཞུང་ག་དེ་བོ་རང་ཟེར་ཡ་དེ་ད་ད་བོད་པའི་རྒྱལ་པོ། བོད་རིགས་དངོས་གནས་ཡིན་པ་གཙང་པ་རྒྱ་བོད་ས་ནས་ཚུར་འཕྲོག་འོ་ཐུགས་རྗེ་ཡག་བཙུགས་ཤང་ཆུ་རེད་འདུག་བ། ད་དེ་ཚོ་འཁྲུལ་བཤད་འདྲ་བོ་ཆགས་འགྲོ་གི་འདུག་གོ་ཁ་གསལ་གནས་ཆུང་དང་འབྲེལ་བ་ཡོད་རེད་བ། གནས་ཆུང་དེ་གཅིག། རྒྱ་བ། རིན་པོ་ཆེ་བླ་བྲང་གི་རྟེན་དགོན་དེ་གཅིག་བླ་བྲང་གི་དང་པོ་དེ་ཞི་བོད་ཀྱི་དེ། འབྲེལ་བ་ཞུ་ཡས་ཆོད་པ་ཞིག་ཡིན་ས་མ་རེད། རྒྱ་བ་སྐུ་འཕྲེང་གཉིས་པ་ནས། ནས་ལྔ་བ་བར་དུ། རྒྱལ་བ་རིན་པོ་ཆེ་དེ་སྐད་དེ་འབྲས་སྤུངས་ཀྱི་བླ་མའི་གྲས་ལ་ཆགས་ཡིན་ཙང་འབྲས་སྤུངས་ཀྱི་སྲུང་མ་ཡིན་ཙང་འབྲས་སྤུངས་ཀྱི་རྟེན་ཡིན་ཙང་དེ་ནི་གནས་ཆུང་རྟེན་དགོས་ཡ། འོ་དེ་འདྲས་ཀྱི་ཕྱག་བཞེས་ཁུག་ནི་གཞུང་འགའ་དེ་བོན་རང་བཙུགས་ས་དེ་ད་གཞུང་གི་སྲུང་མའོ་ཆགས། ཨ་དེ་སྙེ་མ་གུ་རུ་རིན་པོ་ཆེ་ནས་ཅི་ད་བོད་སྤྱི་ལ་སྲུང་དགོས་ཡ་གི་ཅི་ཁས་ལེན་དམ་བཅའ་ཅི་སྐད་ཆ་ཅི་ཡོད་ར་བ་ནི་ད་བོད་མགོ་ཁྲིད་ཆགས་ཡིན་དུས་ཅི་དེ་རྟེན་དགོས་ཡ་རེད་ཅི་དེ་འདྲས་ཆོས་ཉིད་ཅི་ཡོད་ས་རེད།

སྐབས་དུ་བ་དང་བབ་ན་འགྲིག་གི་རེད་ནི་སྐད་ཆ་བཤད་མི་ཆོག་པའི་ལོ་རྒྱུས་རྟོགས་སུ་གོ་ཡ་འདུག་བ། ལྷག་པར་དུ་སྐུ་འབྲུག་བཅུ་གསུམ་པའི་སྐབས་ལ་ད་ཉེ་བའི་ཆར་བ། གཅིག་སྟོང་དགུ་བརྒྱ་ད་གཅིག་གཉིས་གསུམ་བཞི་ད་བ། ནི། ད་གསུམ་ཤ་ཨ་ནི། ཤ་ཀྲ་སྐད་གྲགས་ཆེན་པོ། ད་སྐུ་དྲག་རེད་བ། གོ་ནག་ཚུ། དགའ་རོགས་བྱས་ནས་རྒྱ་གར་དང་དཔལ་དབྱིན་ཇི་སོགས་པ་ལ་བའི་སློབ་སྦྱོང་ཐད་དད་ནས་མི་ང་ཚོ་བོད་ཕ་གི་ཁུག་ཀྱོག་ཁུག་ཀྱོག་ལས་བདེ་བ་དང་ཧ་གོ་ད་འདིར་བྱས་ནས་ང་ཚོ་བོད་རྗེས་ལུས་ཐད་ནས་མ་འོངས་པ་བོད་པའི་རྩ་གཏོར་འགྲོ་ས་རེད་བོད་བརླག་འགྲོ་ས་རེད་དགོངས་བྱས་ནས་ཚུར་ཡོང་ཨ་ནི་ཁོ་རང་ས་ས་སྐྱེས་འདྲ་བོ་བྱས་ང་ཚོ་བོད་ཀྱི་ད་ཆི་ཆབ་སྲིད་སྐྱོང་སྟངས་དེ་འགྲིག་གི་མི་འདུག་ད་འདི་རྗེའུ་རྒྱབ་བྱས་ནས་ང་ཚོ་ཡག་པོ་ཅིག་མ་བྱས་ན་ཉེན་ཁ་འདུག་ཨ་ནི་གཅིག་བོད། ཕི་གས་ལྷས་ས་དབྱིན་ཇི་བསླབ་གྲྭ་བཙུགས་དགོས་ཡ་དང་ཕྱི་ལོགས་ལ་འབྲེལ་བ་ཤུགས་ཆེ་རུ་གཏང་དགོས་ཡ་དང། ཨོ་དེ་འདྲས་ཀི་ཨེ་ནི་ཅིག་ང་རང་ཚོ་བོད་ཀྱི་སྔས་མ་ལུགས་སོ་གཉིས་པ་དེ་བྱས་ནི་ཁོང་ཆོས་ས་མ་རེད་ཟེར་ནས་ཨ་དུར་ཅིག་ཤུགས་ཆེན་པོ་བཤད་ཡོད་འདུག་ཨེ་ནི། ད་ལྟ་ཤ་ཁྲག་ཀོང་ལ་ཡང་ཨ་ནི་གནས་ཆུང་ལྷག་བབས་ནས་ཨ་ནི་དེ་འདྲས་བཤད་དགོས་ཨ་དེ་ཨ་ནི་ཀོང་ངོ་ག་ཤ་ཁྲག་གི་ཨ་ནི་དབྱིན་རྒྱུ་པད་ཤག་མང་པོ་ཟ་ཤ་ཟེར་ལུང་དེ་རྒྱབ་ད་ཁོ་ཁོ་རང་དུ་དངོས་གནས་དྲ་ནས་དེ་འདྲས་ཟ་ཡོད་ས་མ་རེད་བ་ཁོ་རང་གི་མ་འོངས་ཉེན་ཁ་དེ་མཐོང་གི་ཡོད་རེད་བ་ད་ང་ཚོ་བོད་པས་སོ་སོ་གཅིག་པོ་ཁོ་ཁྱོ་ཅུང་མཛོད་དེ་ཡིན་ཙང་ད་འདྲས་གནས་ཚུལ་དེ་ཡོང་གི་ཡོད་བ། བོད་ཀྱི་དཔེ་དངོས་གནས་དྲ་ནས་ཆུ་འཇིག་རྟེན་གཉིས་སྲིག་མེད་ཆུ་མེད་དཔེ་གང་ག་བཀླག་འགྲོ་བ་དེ་ཧ་གོ་ཡིན་ས་སེང་གི་མ་ཚོས་ནས་བཤད་རེད་དེ་མིས་སུ་ཉན་རོགས་མ་བྱེད་དམངས་པོ་ཞིག་ངོ་རྒོ་བྱེད་དེ་གང་བལྟས་ན་གནས་ཆུང་ལྷག་བབ་བྱེད་ནས་ནི། ཡང་མ་ཉེས་ཁ་ཡུག་སེ་གོར་བ་ཁོང་ལས་ནི་ད་ཉིན་གྱི་དཔེ་ཤ་ཟ་ཤ་ཟེ་དེ་འདྲས་ཀྱི་མ་ཉེས་ཁ་ཡུག་བྱེད་ནི་ཁོང་བཙོན་ཁང་ན་བཅུག་ག་ལས་ཁ་བོ་ཆགས་འདུག་ག་ནི་དེ་ནས་གར་ས།

དབྱིན་ཇི་བྷི་ནས་ཚུར་བོད་ལ་ཚུར་སླེབས་ཡོང་དུས་འོ་ད་ཏན་ཏྲ་དབྱིན་ཇི་འདུལ་བའི་དུས་ལ་བབས་ཡོད། འདྲེ་ང་ཡི་རོགས་པ་བྱས་ཡོང། ཨ་ནི་བོད་པ་ཚོ་དམག་རྒྱག་ཧ་ཆེ་མེ་མདའ་རྩབ་ཡིན་དུས་བོད་པ་འདི་གང་ལ་སྐྱིད་རྒྱག་བྱེད་ནས་ཆོམ་བྱེད་ནས་བོད་པ་མང་པོ་ཅི་ཚེ་སྲོག་ཤོར། ད་དེ་ཚོ་འདི་བྱ་དཀའ་བའི་ལོ་རྒྱུས་ལ་སོགས་པ་ན་ཡོང་གོ་རོ། ཡང་བེ། ནས་བྱུང་བའི་བེ། འདྲེ་ངས་ཀྱི་རྣམ་དག་མེད་རོགས་པ་ཡོད་ཁྱེད་རང་ཚོ་དམག་རྒྱབ་བྱུང་ཟེར་ནས་ཨ་ནི་བོད་དམག་བེ། མང་པོ་ཞིག་ལ་གྱོང་རག་ཡོད་རེད་ནི་ཡིན་ཅིག་དེ་ཚོ་ཡིན་ཅིག་ལོ་རྒྱུས་ནང་ལ་དེ་ག་ལ Mister Husband སེར་དེ་ཚོ་དྲི་བཞག་འཇོག་གི་ལོ་རྒྱུས་ནང་ཡོང་གོ་རེད་བོད་པ་སེང་གེ་དེ་གཉིས་རྗེས་མ་ཁྱོད་ནི་རྒྱབ་ཤིང་གི་མི་འདུག་ཟེར། ཀོ་བརྟག་བྱས་བྱས་ནས་མི་ཚོ་མེ་མདའ་བཙག་ཡོང་དུས་དེ་དུང་ལ་ནི་སྐྱིད་རྒྱག་ནས་ཤོར་འགྲོ་གི་འོ་ཟེར་བ། འོ་དེ་འདྲའི་གི་དཔེ་ད་ཁ་ཡི་མ་གནས་བྱུང་ཟེར་ཡ་དེ་ཚོ་ལ་ཡིད་ཆེས་བྱས་བྱ་རོགས་རྨོངས་དད། འོ་དེ་འདྲའི་གི་ཀོ་ཡོད་རེད་ལ་ད་སྐྱོ་ཤུ་དེ་ནི་ད་ལྟ་བཞག་གི་བའི་ལོ་རྒྱུས་དང་བོད་གི་ནི་སྐུ་ངོ། ཨ་ནི་ལྷ་ལུགས་དུ་འཛུགས་ལོ་རྒྱུས་སྐུ་དྲག་གཉིས་པ་དུ་འཛུགས་ལོ་རྒྱུས་ནི་ཡོངས་ཀུན་ཏུ་ཨ་ནི་སྐུ་འཁྲུངས་བཅུ་གསུམ་པ། དགུང་ལོ་ལྔ་བཅུའི་ང་བརྒྱད་ལ་ཨ་ནི་སྨད་དུག་ཕུལ་ཡ་དེ། ད་སྨད་ལོག་ཕུལ་བྱ་བར་བ་དུག་ཕུལ་བྱ་བར་བ། ནད་བྱུང་ལྷ་བབས་ནས་ད་ལྟ་དེ། དེ་ཞག་ག་བའི་ལོ་རྒྱུས་ལ་སོགས་པ་དེ་ཚོ་གསལ་བོ་ཡོང་བར་བ། སྨད་ལོག་ཕུལ་ནས་ནི་རྒྱ་བོར་མི་བྱེད་ད་དགོངས་པ་རྫོགས་ཡ་གི་དུག་སྤྲོད་བྱ་བར་བ་དེ་ཚོ་ད་ནད་བྱུང་གི། དེ་ལ་སོགས་པ་འགོག་ལོག་བཙལ་བའི་གི།

སྟབས་བདེ་གི་རྒྱ་གར་ལ་བས་དགོན་དགོན་འདུས་སྟོང་ཕྲག་ཕྱེད་ཡོད་རེད་སྟོང་ཕྲག་མང་པོ་ཡོད་རེད་དེ། ཨ་ནི་གདན་ས་གསུམ་དགོན་པ་མཚན་ཉིད་མ་བཟང་བ་བཟོས་བྱས་ནས། ཨ་ནི་འདི་འདྲའི་གི་ད་གན་དེ་ཡན་ཆགས་དེ་འོར་བ། བས་དགོན་པ་ཆེན་པོ་སྤྱིའི་ནང་ལོགས་ལ་བས་གཞི་བཟུང་ཆོ་ག་ཞིག་བྱེད་དཀའ་བྱས་འོར་དེ་དེ་ཚོ་ད་ལོ་བཅུ་ལྷག་བཅོ་ལྔ་གང་ལམ་བཅོ་ལྔ་བརྒལ་འགྲོ་འོར། དགོན་པ་མཚན་ཉིད་མ་བཟང་བ་ཆགས་བྱས་ནས་དེ་འདྲའི་བསྡད་དེ་འོར་བ་ད་དེ་ཚོ་ཚང་མ། ལྕེ་དང་མིག་གིས་བྱས་པ་རེད་མིད་དུ་བླ་མ་ལ་སོགས་པ་བྱས་པ་རེད་དེ་མིད་དུ་བླ་མ་ལ་སོགས་པ་ལ་ཐོག་མ་ནི་ཡ། རྒྱལ་བ་རིན་པོ་ཆེ་གིས་གསུངས། ཐོག་མ་ཐོག་མ་ནི། འགོ་སྟོད་དུ་བ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་བརྒྱད་རེ་དགུ་དུ་བ་ནི་གནས་ཆུང་ལྷ་ཕམ་ནས་ནི་ཨ་ས་ཆང་པོ་སེ་དོ་རྒྱ་སེ་ཡ་སྟེ། རྒྱལ་ཆེན་ཤོང་སྡེ་ཟེར་གི་བ་རེད་ཁུ་དོ་རྒྱ་སེ་བ་རེད་དོ་རྒྱ་སེ་ན་འདི་གིར་བ་དོ་རྒྱ་སེ་ནི་ཁོ་རང་ཤོང་སྡེ་གི་མིང་དང་པོ་དེ་རེད་འདུག་བ་གང་ཡིན་ཟེར་ན། དོ་རྒྱ་སེ་ཡ་སྟེ།

དེ་ཚོ་ཚང་མ་དེ་འདྲས་རེད་རེད་རེད་ལོ་རྒྱུས་དངོས་གནས་བྱས་ན། ཨོ། དེ་བྱས་བྱས་ནས། ད་དེ་བཤད་དགོས་གང་ཡིན་ཟེར་ན་ད་དེ། འདི་གི་ང་ཚོ་བོད་མི་ནང་ལོགས་ལ་མ་བདེ་བ་མང་པོ་བཟོས་ཡོད་རེད་བ། མ་བདེ་བ་མང་པོ་བཟོས་སའི་ཁུངས་འདྲ་དེ་དང་པོ་རྒྱལ་བ་རིན་པོ་ཆེ། མེད། གཤོང་རྟའི་རྟེན་རྡོ་རྗེ་རྟེན་ཅིག་འཇམ་ཐིང་ཐིང་བསྡད་སྡོད་དུས། ཨ་ནི་ཅི། གཏན་ནས་འགྲིག་གི་མི་འདུག་པཱ་འདས་ལྷ་མོ། སྒོམ་པ་འགལ་གྱི་འདུག་སེམས་ཅག་རུམ་ཆེ་ལ་ལྟོག་ཚ། སེམས་ཚགས་ཡོང་བ་དང་ཞེ་སྡང་རེད་ད་ཀུན་ནང་གི་གནས་ཆུང། ད་འདི་དེ། ལྷ་དེ་བབས་ནས་རེད་འདུག་བ། ད་དེ་ནས་ཨེ་ནི་གནས་ཚུལ་དེ་ཆེར་ཆེར་ཕྱིན་ད་ཤིང་སྡོང་མ་ཟོས་ད་རྩ་བར་དེ། ཡུལ་བཟོ་མཁན་འདྲ་དེ་གནས་ཆུང། ལྷ་བབས་ནས་ཟོས་འདུག་བ། ཨེ་དུས་ད་ལྟ་བ་ད་ང་ཚོ་བོད་པ་ནང་ལོག་ལ་དམ་ཚིག། སག་བཅད་ནས་དམ་ཉམས་ལུང་པ་གང་བཟོ་རུ་བ། རྒྱལ་བ་རིན་པོ་ཆེ་ཡངས་པའི་ངོ་ནས། ཡོངས་འཛིན་རྣམ་པ་གཉིས་ཀྱི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་མི་ཆོས་སློབ་སྦྱོང་ཡག་པོ་གནང་ཡོད་རེད་རིག་ཐུགས་རིག་ཡག་པོ་ཡོད་རེད། དངོས་གནས་དྲ་གནས་ཡག་པོ་ཞིག་ཕ་ཆུ་བ་ར་རྣམ་དག་ཅིག་ཆགས་བསྡད་ཀྱི་ཡོད་རེད་ཨ་ནི་དེ་སྐབས་ལ། ཨ་ནི་ཅེས། ནས་ཆུང་ངུ་འདྲ་མོ་འདྲ་ཅིག་ཞུ། ཨ་ནི་ཡོངས་འཛིན་རྣམ་པ་དང་ཐག་རིང་རིང་བཏང། ཨ་ནི་བལྟས་ཚེ་ཡོངས་འཛིན་རྣམ་པ་ལགས་ཀྱིས། དགོངས་པ་གལ་ཏེ་དགོས་ཡག་ནི་སྐྱབས་རྗེ་གླིང་རྡོ་རྗེ་འཆང་ང་ཆོས་ལུས་དལ་བ་རང་མོས་བཀྲས་དམག་གསུམ་སེ་ཡ་འདྲ་དང། ནི་ཁྲི་བྱང་རིན་པོ་ཆེ་གི་བསྟན་པའི་ལྷ་རྟེན་འབྲེལ་རེད་ཤག་སེ་ཡ་འདྲ་དང་སྐྱབས་རྒྱལ་བ་རིན་པོ་ཆེ་ལ། མང་པོ་ཞིག་གསུང་དགོས་བ་ཁེལ་བར་བ། ད་ལྟ་འཛོམས་པའི་རྒྱལ་བ་རིན་པོ་ཆེ་འོ་སྐྱབས་སེ། དམ་ཉམས་བསགས་ཡོད་བ་སོ་སོའི་ཆོས་འབྲེལ་དངུལ་ཐོག་གི་དབང་བསྐུར་རྒྱུ་ཞེས་མན་ངག་ཞུ། དེ་ཡང་ལོ་གཅིག་གཉིས་མ་ཡིན་པར་ལོ་བེད་ཉི་ཤུ་སུམ་ཅུ་རིང་ལ། དེ་འདྲའི་དབང་ལུང་མན་ངག་ཞུ་ས་བླ་མ་ལ། ནི། ངག་ལ་ཆུ་ལུད་དལ་བ་རང་མི་སྤྲོད་མ་གསུང་གསུང་ཨ་འདྲ་དང། ནི། སོ་སོའི་བླ་མའི་བསྟན་པའི་ལྷ་དེ་འདྲས་རེད་ཤག་ཟེར་ཨ་འདྲ་དང། དེ་ལྟས་ངན་གང་ག་ལ། ནི། ཆུ་བཟང་ཟིང་གི་འབྲེལ་བ་གཅིག་ཡིན་ཟེར་ཨ་འདྲ་དང། འདྲེ་འགས་པའི་ལས་ཚབས་ཆེན་བསགས་དགོས་ཐུག་པར་བ་ད་དུང་སོ་མ་ཨ་འདྲས་བྱས་ཏེ། ནི། དཔལ་ཧ་རྒྱལ་པོ། གནས་ཆུང་ཆོས་སྐྱོང། གི་ཆོ་འཕྲུལ་ཞིག་རེད་འདུག་ག། མདོར་བསྡུས་ཡོང་དུས་ད་དེའི་ལོ་རྒྱུས་རྙིང་པ་ད་དུང་བསྔོགས། ད་ལྟ་འདི་དེ་གནས་ཚུལ་ང་རང་ཚོ་མཐོང་བྱུང་བ་དེ་གཅིག་བལྟས་ན། དེ་སྒྲུང་ཙམ་མ་ཡིན་པར་ཨ་ཚིག་འདི་བསྟན་པ་ཡིན་ན། སྐྱོན་དུ་གད་སྙིགས་འཇགས་ཀྱི་ཡོད་ས་རེད་དེ་རྣམས་ལས་གད་ཆེན་པོ་ཡོད་ས་རེད་བསམ་བསམ་ཞིག་ཨའོ་དེ་འདྲས་བྱས། གསུམ། གཞུང་དེའང་དོ་རྗེ་གཅིག་པོ་མ་ཡིན་པར་གནས་ཆུང་བསྟན་ན་ཡང་ཨ་ཚིག་རྙོག་དྲ་ཆེན་པོ་རེད་འདུག་ད་བསམ་བསམ་ཞིག་ད་ཤུ་མ་བརྟག་པར་ཤ་ཡོང་བ་ཞིག་རེད་འདུག་བ། ཡིན་ན་ཡང་ད་ང་ཚོ་བོད་པ་མང་པོ་ཞིག་ཡང་ཅི།